ཚང་མ་བློ་ལ་བཀྲ་ཤིས་བདེ་ལེགས། ད་དེ་རིང་ང་ཚོ་བོད་ཀྱི་དཔེ་མཛོད་ཁང་གིས། ཚན་རིག་གི་འཛིན་གྲྭ་གཉིས་བར་དུ་ཆགས་ཀྱི་ཡོད་རེད། ཁ་སང་ཉི་མ་དང་པོ་དེ་ལ་ང་ཚོས་ཀྱི་གཟུགས་པོད་ཀྱི་ལུས་ཟུངས་མ་ལག་ཟེར་གྱི་ཡོད་ནི་རེད། སྔོན་འགོག་མ་ལག་ཟེར་གྱི་ཡོད་ནི་དེའི་སྐོར་ལ་ད་ཅིག་རོབ་བཤད་རོགས་ཅིག་ཕྱིན་ཟིན་པ་རེད། ཡིན་པས་ན་ཡང་ད་ལྟ་སྔོན་འགོག་མ་ལག་གི་ལས་ཀ་བྱེད་སྟངས་དང། ཕྱི་ལོགས་ནས་འབུ་དེ་འདྲས་ཚུར་བསླད་ཡོང་དུས་བསམ་པ་ལ་དེ་ཚོ་ལ་གདོང་ལེན་ག་འདྲས་བྱེད་ཀྱི་ཡོད་མེད་ཟེར་ཡ་དེ་ཀྱི་སློབ་ཚན་ཆ་ཚང་བ། ཚ་སྨེ་བ་སོང་ཙང་ཁ་སང། ཨ་ནི་རྒྱུས་ཤིག་ད། སྤྱིར་བཏང་ལུས་ཟུངས་མ་ལག་དང་འབྲེལ་བ་ཡོད་བ་དེ་ཨ་ནི་མུ་མཐུད་ནས་འདུག་ཅེས་བྱས་ཨ་ནི་འགྲོ་བསྡད་ཅེས་བྱས། ཁ་སང་གཙོ་བོ་ང་ཚོ་གར་ཤེས་ཡོད་རེད་ཟེར་ལབ་ཡིན་པས་ད་ང་ཚོའི་གཟུགས་པོའི་གི་ནང་ལོགས་ལ་ཨ་ནི་ཅིག་གིས་ད། ན་བཟའ་བཟོ་ཉེན་གི་ཨ་ནི། ཁྲམ་བུ་ལ་སོགས་བའི་གི་རྐྱེན་འཕྲད་པའི་སྐབས་སུ་ལ། དེ་ལ་གདོང་ལེན་བྱེད་ཉེན་གི་ཨ་ནི་དབང་པོ་གར་ཡོད་རེད། དབང་པོ་དེ་ཚོའི་གི་ཨ་ནི་གཅིག་གི་ཕྲ་ཕུང་གི་རིགས་མ་འདྲ་བ་ཁར་ཁར་བསྐྲུན་གི་རེད་ཕྲ་ཕུང་རིགས་མ་འདྲ་དེ་ཚོའི་ཕན་ཚུན་སྐད་ཆ་ག་འདྲེ་བཤད་གི་ཡོད་རེད་ཟེར་ཡ་དེ་ཚོའི་གི་སྐོར་ལ་ཨ་ནི་སྐད་ཆ་ཕྱིན་ཡོད་རེད། ད་དེ་རིང་ང་ཚོ་གཙོ་བོ་གར་བཤད་གི་རེད་ཟེར་ལབ་ཡིན་པས་ན་ཨ་ནི་དེ་འདྲའི་ཨ་ནི་ང་ཚོའི་ལུས་ཟུངས་མ་ལག་གི་བསྐྲུན་པའི་གི་རྫས་དེ་ཚོའི་གི་ཨ་ནེ། ད། ཁྲམ་བུ་དེ་ཚོ་ལ་ག་འདྲས་བྱས་བྱས་ཨ་ནེ་བག་འཛིན་གྱི་ཡོད་རེད། དེ་ག་ནང་བཞིན་ད། དེ་འདྲས་ཀྱི་ཨ་ནེ་འབུ་དེ་འདྲས་སླེ་ཡོང་རྒྱུ་བརྩམས་པ་ལ་ཨ་ནེ་ཁོ་ཕེ་ལ་ཨ་ནེ། འབུ་དེ་ཁ་ཤས་གནས་སྐབས་སྐབས་ཁ་ཤས་ལ་ཨ་ནེ་ཡས་ན་ནས་འབུ་དེ་ཚོ་ང་ཚོ་གཟུགས་པོའི་ནང་ལོར་རྒྱུན་རིང་པོ་ལྷག་ཆེ་ན་ཚ་ཁ་ཆེ་བྲག་ཡ་མེ་བ་དེ་འདྲས་ཆགས་ཡོང་གི་འདུག་ཨ། སྐབས་རེ་ཨ་ནེ་ཁོ་བྲག་ཐུབ་ཡ་དེ་འདྲས་ཆགས་ཡོང་གི་ཡོད་རེད་བ་བྱས་ཙང་དེ་ཚོ་ཨ་ནེ་རྐྱེན་ག་བ་ལ་རག་ལས་དེ་ཡོད་རེད། དེ་ག་ནང་བཞིན་དེ་དང་འབྲེལ་བའི་གི་ཐོག་ནས། ནི། ན་བཟའ་ཁ་ཤས་ལ་ང་ཚོས་ནི། ན་བཟའ་དེ་མ་བྱུང་བའི་སྔོན་ལ་ནི། ཁབ་དེ་འདྲས་རྒྱ་ཆེ་ད་ང་ཚོ་དེ་ལ་སྔོན་འགོག་གི་ཁབ་ཚིག་རོ། འགོག་སྨན་དེ་འདྲས་རྒྱ་བོད་ཀྱི་ཐོག་ནས་ནི་ན་བཟའ་དེ་རྗེས་ལ་མ་ཡོང་བ་གི་གནས་སྟངས་དེ་འདྲས་ཡོང་གི་ཡོད་རེད་བ་ཁྱེད་ཚང་ད་འདིའི་ལུས་ཟུངས་མ་ལག་གི་ཐོག་ནས་འགྲེལ་བཤད་ག་འདྲས་རྒྱག་གི་ཡོད་རེད་ལུས་ཟུངས་མ་ལག་དང་འབྲེལ་བ་ག་འདྲས་ཡོད་རེད་ཟེར་ཡ་འདིའི་ནི་དེ་རིང་གི་བརྗོད་གཞི་དེ་ཆགས་བསྡད་ཀྱི་ཡོད་རེད། དེ་རིང་གི་བརྗོད་གཞི་དངོས་གཞི་དེ་མ་མ་འགྲོ་བའི་སྔོན་ལ་ཁ་སང་ནི་སྐད་ཆ་བཤད་བའི་གི་བརྒྱུད་རིམ་གི་ནང་ལོགས་ལ་གསལ་བཤད་བྱེད་དགོས་ཡ་གཅིག་ངེད་ཀྱི། སྐད་ཆ་དེ་མགྱོགས་པོ་མགྱོགས་པོ་འགྲོ་བའི་སྐབས་སུ་ལ། ཨ་ནེ། གསལ་བོ་མ་བྱུང་བ་གཅིག་རྗེས་ལ་ཁར་ཚུར་སུ་ལ་བིངས་པས་ན། སྤྱིར་བཏང་ང་ཚོ་ཁ་སང་སྔོན་འགོག་མ་ལག་དེ་སྡེ་ཚན་གཉིས་ལས་ཆེ་གོ་དང་པོ་དངོས་ནས་ལྷན་རྒྱས་ལས་ཡོད་སྡེ་བའི་གི་སྔོན་འགོག་མ་ལག་གི་ཆ་གཅིག་ད། ཁྱིས་ཀྱི་ན་བཟའ་བཟོ་ཡག་གི་སྤྱན་འཁྲལ་བའི་སྐབས་སུ་ལ་ཨ་ནེ་གཞི་ནས་གཟུགས་པོའི་གི་བཟོ་དེ་ཡག་གི་ཨ་ནེ་ཕྱི་འབྱུང་གི་ཨ་ནེ་སྔོན་འགོག་མ་ལག་ཟེར་ཡག་ཆེ་ཡག་ཡོད་རེད། ཁྱེད་ཟ་ད་ཕྱི་འབྱུང་གི་སྔོན་འགོག་མ་ལག་དེའི་གི་འོག་དེ་ལ་ཁ་སང་ངས་གི་ཨ་ནེ་ཁར་བྲིས་ཡོད་རེད་སུ་ལ་བིངས་པས་ན་ཨ་ནེ།

ཨ་ནེ་ནམ་རྒྱུན་འདིའི་ནང་ལོགས་བསྡད་བསྡད་ཀྱི་ཡོད་རེད་ཅེས་ལ་དྭགས་དེ་ཁྲག་གི་ཨ་ནེ་ཁ་དོག་དམར་བོ་ཡོད་ངེས་ཁྲག་དམར་བོ་གི་ཁྲག་གི་ཕྲ་ཕུང་དམར་བོ་ཡོད་དེ་ངེས་ཁྲག་ཁྲག་གི་ཁ་དོག་དེ་ལ་ལྟོས་པ་ཡིན་པས་ན་ཁོ་དཀར་ཡག་ཁྱད་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་འདིའི་ནང་ལོགས་ཡོད་པའི་ལུས་ཟུངས་མ་ལག་གི་ཕྲ་ཕུང་དེ་ཚོ་ལ་ཡང་ཨ་ནེ་ང་ཚོ་ཁྲག་གི་ཕྲ་ཕུང་དཀར་བོ་ཟེར་གྱི་ཡོད་ད་ཁྲག་གི་ཕྲ་ཕུང་དཀར་བོ། ཁྱེད་ཚོ་ད་འདི་ཚོ་ཚང་མ་ཁྲག་གི་ཕྲ་ཕུང་དཀར་བོ་བྱེད་ཁྲག་གི་ཕྲ་ཕུང་དཀར་བོ་ཡོད་བའི་གི་ཨ་ནི་གཤེར་སྐུ་དེའི་གི་མིང་ལ་ཨ་ནི་ཆུ་སེར་བྱེད་ད་ཆུ་དེའི་ནང་ལོགས་ལ་ཁོ་དབང་པོ་དང་ལས་ཀ་བྱེད་དེ་ཉིན་མང་པོ་གཟུགས་པོའི་ནང་ལོགས་ལ་ཨ་ནི་ཕྲ་ཕུང་དེ་ཚོ་བསགས་ས་ཡོད་དེ་གི་ཡོད་རེད་ཨ་ནི་བསགས་པ་དེའི་དགོས་མཁོ་ཡོད་བའི་སྐབས་སུ་ལ་གཟུགས་པོའི་གི་འཁོར་རྒྱུག་གི་ནང་ལོགས་ལ་ཨ་ནི་བཏང་བདེ་ཡག་གི་ཨ་ནི་གཅིག་ག་ད་རྒྱུ་ལམ་དེ་ཚོ་མང་པོ་ཡོད་ར་དེ་ཚོ་ཚང་མ་ལ་ཨ་ནི་ཆུ་སེར་མ་ལགས་སིག་ཡོད་རེད། ཁྱེད་རྩ་ཁ་སང་ངེད་ཀྱི་འདི་ཁྲག་གི་ཕྲ་ཕུང་དཀར་བོ་དང་འདི་གཉིས་གཉིས་ཨ་ནེ། འདྲེ་ཤི་སེར་བོ་བརྒྱག་ཡོད་མ་རེད་དེ་ག་ནང་བཞིན་ཆུ་སེར་མ་ལག་གི་ནང་ལོགས་ལ་ཨ་ནེ། ཁྲག་གི་ཕྲ་ཕུང་དཀར་བོ་ཚང་མ་ཚུད་འདུག་དཀར་བོ་ལ་དུས་བརྩམས་པ་ལ་ད་ལྟ། ལྷན་རྒྱས་ཀྱི་ཨ་ནེ། ལུས་ཟུངས་མ་ལག་གི་ཕྲ་ཕུང་འདི་ཚོ་དང་ཕྱིས་འབྱུང་གི་ཨ་ནེ་ལུས་ཟུངས་མ་ལག་གི་ཕྲ་ཕུང་འདི་ཚོ་ཚང་མ་ཨ་ནེ། འདིའི་ནང་ལོགས་ལ་ཚུད་འདུག་ཡོད་རེད། ཁྱེད་བཟའ་ཟླ་འདི་ཅིག་ཁ་སང་གསལ་བཤད་བྱོས་ཡ་ཅིག་དེ་ག་ན་ཞིག་ཁ་སང་ངེད་ཀྱིས་ཨ་ནེ་ཆུ་ཟེར་གྱི་སྐད་ཆ་བཤད་ཚར་བའི་གི་རྗེས་ལ་ཨ་ནེ་ལམ་སང་གར་བཤད་བཞག་ཡོད་རེད་ཟེར་ལབ་ཡིན་པས་ན་ཆུ་ཟེར་གྱི་ཕྲ་ཕུང་ཟེར་ཏེ། ཆུ་ཟེར་གྱི་ཕྲ་ཕུང་ལ་དེ་བཤད་སོང་ད་ཆུ་ཟེར་གྱི་ཕྲ་ཕུང། ཕྲ་ཕུང་བྱས། ཆུ་ཟེར་གྱི་ཕྲ་ཕུང་ལ་དུས་ཙམ་པ་ལ་འདིའི་ནང་ལ་ཡོད་པའི་གི་ཕྲ་ཕུང་ཚང་མ་ཚུགས་ཡོད་མ་རེད་ཡིན་ན་ཁོ་གཙོ་བོ་ཡིན་པའི་རྒྱུ་མཚན་བསྟན་ནས་ད་ཁོ་ཐ་སྙད་འགྲོ་སྟངས་ཀྱི་ཐོག་ནས་ཚན་རིག་གི་ནང་ལུགས་ལ།

ཁ་སང་གི་སློབ་ཚན་གྱི་ནི་ཁར་ཆགས་ཀྱི་ཡོད་རེད་ཟེར་ལབ་ཀྱི་ཡིན་པས་ན། དུ་རྗེས་ལ་བལྟས་དུས་སམ་བ་ལ་གསལ་བོ་མ་བྱུང་བ། དེ་འདྲའི་ཆགས་འདུག་འདུག་བ་བྱས་ཙང་འདི་གསལ་བཤད་འདྲ་བོ་ཅིག་བྱས། བྱས་ཙང་ད་དེ་རིང་ཁ་སང་ངས་གར་བཤད་ཡོད་རེད་ཟེར་ལབ་ཀྱི་ཡིན་པས་ན། བི་ཕྲ་ཕུང་གིས་ད་ཕྱིས་ཀྱི་ན་བཟའ་ཟོས་ཀྱི་རྐྱེན་གྱིས་འཕྲད་ཡོང་དུས་སམ་བ་ལ་བི་ཕྲ་ཕུང་གིས་ང་ཚོའི་གི་གཟུགས་པོའི་གི་ནང་ལོགས་ལ་ག་བླུགས་ཀྱི་རེད་ཟེར་ལབ་ཀྱི་ཡིན་པས་ན་སྒོག་གཟུགས་ཟས་ཀྱི་བླུགས་ཀྱི་རེད། སྒོག་གཟུགས་ཟས་ཀྱི།

ཨ་ང་ཚོ་གི་ན་ཚ་འདི་སོ་ཉིད་ཀྱི་ཨ་ནི་འབུ་རྡུགས་སོ་མེ་བ་བཟོ་གི་ཡོད་རེད་ཨ་ནི་བཀྲིས་ཕྲ་ཕུང་གི་མཉམ་དུ་སྐད་ཆ་བཤད་ཆེད་ཨ་ནི་གཟིགས་ཀྱི་ཡོད་རེད་དེ་ག་ནང་བཞིན་བཀྲིས་ཕྲ་ཕུང་དང་བཀྲིས་ཕྲ་ཕུང་མ་ཡིན་པའི་གི་ད་ད་ལྟ་ཨ་ནི་ཟ་བྱེད་ཀྱི་ཕྲ་ཕུང་ཟེར་ཡ་དེ་འདྲ་ཡོད་རེད་ཁོང་ཚོས་གི་ཟ་ཐུབ་གི་ཡོད་རེད་ཟེར་ཡ་འདིའི་སྐད་ཆ་འདི་ཁ་སང་བར་དུ་འགྲོ་ཚར་བ་རེད་བ་ཤ་ཟ་ད་ད་ལྟ་ང་ཚོ་གི་ཨ་ནི་ན་ཚ་ཁ་ཤས་མ་ཡོང་གི་སྔོན་ལ་ང་ཚོ་སྔོན་འགོག་གི་ཁབ་རྒྱག་ཡ་འདུག་བ་ཤ་ཟ་སྔོན་འགོག་གི་ཁབ་རྒྱག་དུས་ཙམ་པ་ལ་གར་བྱེད་ཀྱི་ཡོད་རེད་ཟེར་དུས་ཙམ་པ་ལ

བྱས་ཙང་ད། སྔོན་འགོག་གི་ཁབ་དེ་བརྒྱབ་སོང་ན་སྨན་དེ་བརྒྱབ་སོང་ན་ཨ་ནི Vaccination ཟེར་གྱི་རེད་བ་ཁབ་དེ་བརྒྱབ་བ། ཨ་ནི་སྨན་དེ་ང་ཚོའི་གཟུགས་པོའི་ནང་ལོག་བླུགས་བ། ད་སྤྱིར་བཏང་ཁོ Vaccine ཟེར་གྱི་ནི་རེད་སྔོན་འགོག་གི་ཁབ་ཟེར་དུས་ག་རེ་ཟེར་གྱི་ཡོད་རེད་ཟེར་ལབ་ཡིན་པས་ན་ང་ཚོའི་གི་གཟུགས་པོའི་གི་ནང་ལོག་ལ་ད། ན་ཚ་འདྲ་མ་འདྲ་ན་དུས་ཙམ་པ་ལ་འདིའི་དྲག་སྐྱེ་བའི་གི་ང་ཚོ་སྨན་མང་པོ་ཆེ་ཨ་ནི་ང་ཚོའི་གཟུགས་པོའི་གི་ནང་ལོག་ལ་བཏང་གི་ཡོད་རེད་བ་ཁ་ཤས་ཁ་ནས་ཟ་གི་ཡོད་རེད་ཁ་ཤས་ཨ་ནི། ཐད་ཀར་ཁྲག་རྩའི་ནང་ལོགས་ལ་བླུགས་རྗེས་དྲག་ཡལ་གྱི་ཐབས་ཤེས་བྱེད་ཀྱི་ཡོད་རེད་བ། བྱས་ཙང། སྨན་དེ་ཚོས་ང་ཚོ་ལ་ཕན་དུས་ཙམ་པ་ལ་ཕན་སྣང་མ་འདྲ་མ་འདྲ་ཡོད་རེད་ད། རིགས་ཁ་ཤས་གར་ཕན་གྱི་ཡོད་རེད་ཟེར་ལབ་ཀྱི་ཡིན་པས་ན་ང་ཚོ་གཟུགས་པོའི་གི་འགྱུ་རྗེས་མ་ལག་གི་བརྒྱུད་ནས་ཁྲག་གི་འཁོར་སྐྱོད་མ་ལག་ནང་ལ་འགྲོ་གི་ཡོད་པས་ཡིན་པས་ན་རེད། ཁྲག་གི་འཁོར་སྐྱོད་ནང་མ་ལག་གི་ནང་ལོགས་ལ་ཐད་ཀར་ཁབ་རྒྱ་ཞིག་བླུགས་གི་ཡོད་པས་ཡིན་པས་ན་རེད་གང་ལྟར་ཁོས་གི་ལས་འགན་འདི་གར་ཆགས་ཀྱི་ཡོད་རེད་ཟེར་ལབ་ཀྱི་ཡིན་པས་ན་ན་ཟེར་བཟོ་ཉེན་གྱི་འབུ་འདི་ལ་ཐད་ཀར་སྣོད་བཀྱིགས་འདུག་ན་ད་དེ་ཚོ་གར་ཆགས་འདི་ཡོད་རེད་བསམ་ན་ནམ་རྒྱུན་ང་ཚོ་སྦྲགས་སླེབས་བསམ་པ་སྤྱིར་བཏང་གི་ད་སྨན་གྱི་རིགས་འདི་ཚོ་ཆགས་འདི་ཡོད་རེད་བ་ཁྱེད་ཚོ་ཨ་ནེ་འདི་ཚོ་ལས་ཀ་བྱེད་སྟངས་གཅིག་རེད་ཁོས་གར་ཆིག་རེ་སླེབས་ཡིན་པས་ན་ན་བཟའ་ཚོས་ཉིན་གྱི་ཨ་ནེ་འབུ་འདི་ཐད་ཀར་ཨ་ནེ་ལས་ཀ་བྱེད་མ་བཅུག་ཡ་ཁོ་བསད་བྱས་ཨ་ནེ་ང་ཚོ་ལ་ཕན་གྱི་ཡོད་རེད་བ་ན་བཟའ་ཡོང་གི་ཡོད་མ་རེད་བ་ཁྱེད་ཚོ་ད་དེ་ཚོ་མང་ཆེ་ཨ་ནེ་ཁྲམ་འབུ་གི་ནང་ལོགས་ནས་ཨ་ནེ་ང་ཚོ་ད་ད།

ཨ་ནི་ན་བཟའ་ཡིན་པ་ཡིན་པས་ན་དེ་ཚོ་ཨ་ནི་ཐད་ཀར་སྨན་སྤྲད་དེ་སྨན་སྡིག་གི་ཨ་ནི་འབུ་འདི་ལ་ཨ་ནི་སྐྱེ་འཕེལ་ཕྱིར་མ་བཅོས་ཡ་བཀག་བྱས་ཨ་ནི་ང་ཚོ་ཕན་ཐོགས་ཡ་དེ་ཨ་ནི་དཀའ་ལས་ཁག་པོ་ཞིག་གོ་ཆགས་འདུག་ཡོད་ཅེས་དང། ཡིན་ན་ཡང་ཐབས་ལམ་གཞན་པ་གཅིག་གར་ཡོད་རེད་ཟེར་ལབ་ཡིན་པས་ན་སྨན་འདི་ང་ཚོ་གཟུགས་པོའི་ནང་ལོགས་བཏང་བཏང་བའི་རྒྱུ་མཚན་ལ་བརྟེན་ནས་ང་ཚོའི་གི་གཟུགས་པོའི་ནང་ལོགས་ཡོད་པའི་གི་ལུས་ཟུངས་མ་ལག་གི་ལས་ཀ་དེ་ཤུགས་ཆེ་རུ་བཏང་ཡང་མེད་ན་ང་ཚོའི་ལུས་ཟུངས་མ་ལག་གི་ཨ་ནི། ལས་ཀ་མ་བྱེད་ཅེས་བསྡད་བསྡད་བ་དེ་བྱེད་བཅུག་ཡག་གི་རྐུན་མ་བཏང་མཁན་གྱིས་བཏང་ཡག་གི་ད་བྱ་བ་བྱེད་མཁན་གྱིས་ཨ་ནི་སྨན་གྱི་གཟུགས་པོ་ནང་བཏང་སོང་ན་ད་འདི་རིགས་རྙིང་བ་དེ་ཆགས་དུས་ཡོད་རེད་ཁྱེད་ཚང་འགོག་སྨན་ཚང་མ་འདི་ཆགས་དུས་ཡོད་རེད་ཁྱེད་ཚང་ད vaccine ལ་འདི་བརྩམས་པ་ལ་ཡོངས་གྲགས་ཀྱི་ཐོག་ནས་རྩ་བའི་གར་ཞིག་ཡོད་རེད་སླ་བས་འབེན་ན་ཁོ་ཨ་ནི་སྨན་འདི་སྤྲད་ཆེད་ང་ཚོ་གཟུགས་པོའི་གི་ནང་ལོགས་ལ་འབུར་འདི་ལ་ནད་འབུ་འདི་ལ་ཐད་ཀར་སྨན་ཡིག་ཁོ་རང་གིས་གནོད་པ་མ་ཡིན་པ། ང་ཚོའི་གཟུགས་པོའི་ནང་ལོགས་ལ་ཡོད་པའི་ལུས་ཟུངས་མ་ལ་ལས་ཀ་བསྐུལ་ཆེད། ཁྲམ་བུ་འདིས་བཟོས་པའི་ན་ཚ་ཀ་ཡག་གི་ཐབས་ལམ་འདི་ལ་བེཀསིན་བཟོས་ཀྱི་ཡོད་རེད་ཡང་མིན་ན་བུད་སྨན་འདི་ལ་བེཀསིན་ཆེད་སྔོན་འགོག་གི་སྨན་ཆེད་སྨན་འདི་བརྒྱབ་བ་ལ་བེཀསིན་ནེ་ཤན་བཟོས་ཀྱི་རོ། སྤྱིར་བཏང་བེཀསིན་ཟེར་ཡ་དེའི་ཐ་སྙད་འདི་ག་བ་ནས་བྱུང་བ་རེད་ཟེར་ལད་དུས་བསམ་པ་ལ་ད་ལྟ། ལས་སྐྲུན་གྱི་ཨ་ནེ་ཐ་སྙད་བྱས་པའི་མི་སྣ་ཁོང་ཚོ་གི་བེར་ཀ་ཟིག་འདུག་དེ། ཕལ་ཆེར་དག་ཆ་དེ་ཡིན་པའི་བེར་ཀ་ལ་དུས་མཚམས་པ་ལ་བ་ཕྱུགས་ཟིག་ཡོད་ད་བ་ཕྱུགས། བ་ཕྱུགས་ཟིག་ཡོད་རོ་བྱས་ས་ད་དེ། དང་པོ་ལྔས་ལ་ང་ཚོ་སྔོན་འགོག་གི་ཁབ་བྱུང་ཡ་དེ་ད་ཁོ་སྤྱིར་བཏང་སྔོན་འགོག་གི་ཁབ་དང་འབྲེལ་བ་ཡོད་པའི་གི་ཨ་ནེ་སྨན་དེ་འདྲའི།

ཨཱ་ནི། ད་དེང་སང་རྒྱབ་འདི་ཡ་གི་ཨཱ་ནི་འགོག་སྨན་གྱི་ཁབ vaccines ཡ་སྐྱོར་བ་ཅི་ད་ད་འདི་ཨཱ་ནི། དང་པོ་ག་དུས་བྱུང་པ་རེད་ལབ་ཡིན་པས་ན། བྱུང་ཟེར་གྱི་ཡོད་ནི་རེད་ཅེ་ད་འདིའི་སྐོར་ལ་དམིགས་བསལ་གྱི་ཉམས་ཞིབ་བྱེད་བྱེད་གོ་ཚན་རིག་གི་སྤྱི་ཚོགས་ཀྱི་ནང་ལོགས་ལ་མ་ཨཱ་ནི། ཡིག་ཆ་འགྲེམས་སྤེལ་བྱེད་ཡ་འདི་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་གི་དབྱིན་ཡུལ་ལ་ཨཱ་ནི་ཚན་རིག་པ་ག་རེ་ཡོད་རེད་ལབ་ཡིན་པས་ན།

ཅི་བཟའ་ད་གང་ད་མ་ད་བ་བཅུག་ད། ཨ་ནེ་ད་ནོར་ནག་གི་རིགས་ལ་ཨ་ནེ་ཡོང་དེ་ཡ་ཀི། ཁ་ད་འདི་གི་གཡས་གཡོན་རྣ་ལ་གཡས་གཡོན་ལ་འབུར་རྡོག་ཐོན་ཡོད་དེ་ཡ་ཀི་ན་བཟའ་གཅིག་རེད། ན་བཟའ་འདི་གཉིས་གཉིས་ཀ་ཨ་ནེ་འདི་མི་ལ་ཡོང་གི་ཡོད་རེད་འདི་སེམས་ཅན་ལ་ཡོང་གི་ཡོད་རེད། འདིའི་སྐབས་སུ་ལ་གར་ཤིང་གི་ཡོད་མ་རེད་ཟེར་ལབ་ཀི་ཡིན་པས་ན་ཁོ་གཉིས་གཉིས་ཡོང་ཡ་ཀི་རྒྱུ་རྐྱེན། གར་ཡིན་མེད་ཁྲ་འབུ་གར་ནས་ཡོད་མེད་འབུ་ཡིན་ན་འབུ་ཡིན་མེད་གར་ཡིན་མེད་ཤིང་གི་ཡོད་མ་རེད་ཡིན་ན་ད་ལྟའི་ཆར་བལྟས་པ་ཡིན་པས་ན་ཁོ་གཉིས་གཉིས་འདི་ཨ་ནེ་བའི་རིས་ཀྱི་རྐྱེན་ཆེ་བ།

མི་དེ་འདྲའི་ལ། ཨ་ནི། བདག་དེ་ག་ནང་བཞིན་དམིགས་བསལ་གྱི་བ་ཕྱུགས་ཚོ་དེ་ཉིད། ཨ་ནི། འབྲོག་པའི་རིགས་མང་པོ་གཅིག་ལ་ཨ་ནི་འདིའི་གི་ན་ཚ་འདི། Small Pox། ལས་འདི་ད་ལྟ་ལྷ་སྒྲོམ་ཟེར་ཡས་ཀྱི་ན་ཚ་འདི་ཨ་ནི་ཉུང་ཉུང་ཞིག་འོ་ཨ་ནི། ཕོག་གི་ཡོད་བ་འདི་ཧ་གོ། འདི་ཧ་གོ་བྱས་འདིའི་གི་ཨ་ནི་རྒྱུ་མཚན་ལྟས་བྱས་ཁོས་གི་ག་ལས་ག་ལས་གར་བྱས་པ་རེད་ལབ་ཡིན་པས་ན་ཨ་ནི། ད་ལྟ། པུའུ་ཆུན་ཆུན་དེ་འདྲས། ལ་ཨ་ནི Small Box གི་ལྷ་སྒྲུང་ལ་ཡ་གི་ན་ཚ་དེ་ན་ཡོང་དུས་བརྩམས་པ་ལ་ཁོས་གི་འདི་བསྐྱོད་ཐབས་ལ་གར་བེད་སྤྱོད་བྱེད་རུས་ལ་ན་ཨ་ནི་བ་ཕྱུགས Cow Box ན་དེ་ཉིད་བེ་སྒྲུམ་ན་དེ་ཉིད་བ་ཕྱུགས་དེ་ཚོས་གི་ཁག་གི་ཨ་ནི་རྨ་དེ་ཚོ་ན་མ་ཐོན་དེ་གི་གི་ཆུ་སེར་དེ་ཚོ་ཨ་ནི་ཁོས་གི་དུ་སླན་བྱས། ལྷ་སྒྲུང་ན་དེ་ཉིད་གི་པུའུ་དེ་ཚོས་གི་པགས་པ་གང་ལ་བྱུག་ཡོང་དུས་བརྩམས་པ་ལ་ཨ་ནི་ན་ཚ་དེ་ཚོ་གྲགས་ཡོང་གི་འདུག་བ།

འབུ་འདིས་ང་ཚོ་གི་གཟུགས་པོའི་ནང་ལོགས་ལ་ཀླད་ཡུངས་དུད་བརྩམས་པ་ལ། འབུ་འདིས་ཀྱིས་ང་ཚོ་གི་གཟུགས་པོ་ལ་ཨ་ནེ་ན་ཚ་བཟོ་མ་ཐུབ་པ་བྱས། ཡིན་ན་ཡང་ཨ་ནེ་ཁོས་གིས་གར་བྱེད་ཀྱི་ཡོད་རེད་ལབ་ཡིན་པ་ན་ཁོ་དང་རིགས་འདྲ་བའི་རྒྱུ་མཚན་ལ་བརྟེན་ནས་ལྷ་སྒྲུང་ན་སྤྲུལ་ངན་གྱི་ད་ལྟ་གཉན་སྲིན་དེ་དང་རིགས་འདྲ་བའི་རྒྱུ་མཚན་ལ་བརྟེན་ནས་ང་ཚོའི་གཟུགས་པོའི་ནང་ལོགས་ལ་ནད་འགོག་མ་ལ་ཀླད་ནད་འགོག་མ་ལ་ཀླད་བའི་རྒྱུ་མཚན་ལ་བརྟེན་ནས་མ་འོངས་པ་ལ་ཨ་ནེ་འབུ་འདིས་ལྷ་སྒྲུང་གི་འབུ་དངོས་ཤིག་ཀླད་པ་ཡིན་པས་ན་ཡང་ང་ཚོ་ལ་ལུས་ཟུངས་མ་ལག་འདིའི་སྔོན་ནས་ཨ་ནེ་ད

ཨ་ནི་གཅིག་སྟོང་དགུ་བརྒྱ་ལ་ནི་དུས་རབས་ཉི་ཤུ་འོང། དུས་རབས་བཅུ། བཅུ་དགུ་རེད་དོ། དུས་རབས་བཅུ་དགུ་གི་ནང་བྱས་ཙང་དེ་ལ་བསམ་པར་ད་ནུབ་ཕྱོགས་ཀྱི་ཨ་ནི། ཁོ་ཚན་རིག་རེད་ནུབ་ཕྱོགས་ཀྱི་སྨན་དཔྱད་ཀྱི་ནང་ལོགས་ལ། ཨ་ནི་འགོག་སྨན་ཟེར་ཡུལ་ནས་རེད་སྔོན་འགོག་སྨན་དང་འབྲེལ་བ་ཡོད་བའི་གི་ཨ་ནི། ད་ཉམས་ཞིབ་དེ་ཚོ་འགོ་བཙུགས་ཆེད་ཨ་ནི་ད་ལྟ། ལོ་བརྒྱ་ལྷག་སམ་ཞིག་ཕྱིན་མི་འདུག་ཨ། འདི་གཅིག་བྱས།

ང་ཚོས་སྔོན་འགོག་ཁབ་རྒྱབ་ལ་རྡུལ་ཙམ་པ་ལ་ང་ཚོའི་གཟུགས་པོའི་ནང་ལོགས་ལ་ག་རེ་བླུགས་ཡི་ཡོད་རེད་ཟེར་ལ་རྡུལ་ཙམ་པ་ལ། ཨ་ནེ་འདི་རིགས་མི་འདྲ་བ་ཁ་ཤས་བརྗོད་ད། རིགས་མི་འདྲ་བ་ཁ་ཤས་ཀྱི་ནང་ལོགས་ནས་དང་པོ་འདི་ག་རེ་ཟེར་ལབ་ཡིན་པས་ན་ཨ་ནེ། ན་བཟའ་སོ་ཉེས་དཔེ་ཆ་ཤར་ན་ད་ང་ཚོ། དེང་སང་སྔོན་འགོག་གི་ཁབ་ཡོད་དུས་ཉིན་ང་ཚོ་ཚང་མས་ཁ་བསྐོ་དུས་ཉིན་གཅིག་སྔས་མ་ཡིན་ན་ད་བོད་དུ་བ་ལ་མང་པོ་ཡོད་ས་རེད་སི་བྷི་སེ་ཡ་དེ་རུ་བ། དེང་དུས་ཀྱི་བོད་པའི་གི་སྤྱི་ཚོགས་ནང་ལོགས་ཡོད་དུས་ཉིན་དེ་ཧེ་པ་ཏེ་ཏི་སི་བྷི་སེ་ཡ་ད་དེ་ཚོ་རུ་བ་བྱས་ཙང།

རྟགས་ཅན་ཁང་གི་ནང་ལོགས་ལ་ཁོང་ཚོས་ཀྱི་རྫས་བླུགས་ཡོད་རེད། ཡང་མེད་ན་གྲོས་ཤུགས་ཆེན་པོ་འདི་འདྲའི་བཏང་བྱས་ད་གང་ལྟ་མ་ལྟ་ག་རེ་བྱེད་ཀྱི་ཡོད་ན་ཐབས་ལམ་གཅིག་བྱེད་ཆེད་ཁོ་གར་ཆགས་བསྡད་ཡོད་རེད་ཟེར་ལབ་ཡིན་པས་ན། མ་ཤི་བ་གང་ཞིག་ལ་གསོན་པོ་ཡིན་པ་གང་ཞིག་ལ་ཁོ་ནམ་རྒྱུན་ནང་བཞིན་ཨ་མས་སྐྱེ་འཕེལ་བྱེད་ཐུབ་ཡག་གི་ནུས་པ་མེད་པ་བཟོས་བྱས་པར་བྱས་ཙང་བྱས་ཙང་ཁྲམ་བུ་ད་ནན་པོ་ཟིག་ཡིན་ན་ར། ནན་བུ་ཡིན་པ་གང་ཞིག་ལ་ནན་བུ་ཆ་ཚང་ཡིན་པ་གང་ཞིག་ལ་ནན་བུ་འདི་ཨ་ནི་སྐྱེ་འཕེལ་བྱེད་ཀྱི་ཨ་ནི་ནུས་པ་མེད་པ་བཟོས་ཤག་ཅེས་ད་ལྟ་སྐྱེ་འཕེལ་མེད་པ་གི་ནུས་པ་སྐྱེ་འཕེལ་བྱེད་ཀྱི་ནུས་པ་ཡོད་མ་རེད་ཡིན་པས་ན་ནན་བུ་འདི་ང་ཚོའི་གཟུགས་པོའི་ནང་ལོགས་ཀླད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྗེས་ལ་ཡང་བིས་ཕྲ་ཕུང་གིས་ཨ་ནི་ནན་བུ་འདི་ངོ་ཤེས་པའི་ཐོག་ནས་ཨ་ནི་ག་ལེ་ག་ལེ་ཁོ་གར་གྱི་གཟུགས་ཡོད་སླ་བ་ཡིན་པས་ན། སྒོག་གཟུགས་ལས་དེ་བཟོས་བྱས། སྒོག་གཟུགས་ལས་དེ་བཟོས་བྱས་ཨ་ནི་ང་ཚོར་ཡང་ན་ཚ་དེ་མ་ན་ཡ་ལ་གཅིག་ཕན་གྱི་ཡོད་རེད་བྱས་ཙང་ཁོ། སྒོག་གཟུགས་བཟོས་ཡས་ལ་དུས་ཚོད་ག་ཚོད་སུ་འགོར་འགོར་བའི་ཡིན་པས་ན་ཉི་མ་ཁ་ཤས་བདུན་ཕྲག་ཁ་ཤས་ཨ་ནི་ཟླ་བ་ཁ་ཤས་འགོར་བའི་ཡིན་པས་ན་ཡང་ཁོ་ཁོ་རང་ཨ་ནི་ནམ་རྒྱུན་རྒྱུན་ལྡན་ནང་བཞིན་ཨ་ནི་བད་ཚད་ལས་བརྒལ་བའི་ཁེ་ཨ་ནི་འཕེལ་རྒྱས་བྱེད་ཐུབ་མེད་བ་སོང་ཙང་འབུ་དེ་གིས་ང་ཚོ་གཟུགས་པོ་ལ་གནོད་བའི་ཁེ་ཨ་ནི་ལས་ཀ་བྱེད་ཐུབ་མ་རེད་ད། དེ་གཅིག་བྱས། རིགས་མ་འདྲ་བ་གཅིག་གར་ཡོང་སྲིད་རེད་སེ་ལབ་ཡིན་པས་ན།

ཁྱེད་ཚང་ལྟ་ཁོ་ཨ་ནེ་རྫས་ཀྱི་གནས་ཚུལ་ལེན་གྱི་ཡོད་སྲིད་ཀྱི་རེད་རྫས་ཀྱི་གནས་ཚུལ་འདི་ཨ་ནེ། སོ་སོ་དང་རིགས་འདྲ་བའི་ཁྱེད་ཨ་ནེ་ཕྲ་ཕུང་ཡིན་ནི་རེད་སོ་སོ་དང་རིགས་འདྲ་བའི་ཁྱེད་ནད་འབུ་ཡིན་ན་འདི་དང་འབྲེལ་བ་ཡོད་པའི་ཁྱེད་གནས་ཚུལ་ལེན་གྱི་ཡོད་སྲིད་ཀྱི་རེད་ཡང་མེད་ན་ད་ནད་འབུ་འགྲོ་བཞིན་པས་ན་ནད་འབུ་འདི་ཨ་ནེ་ཕྲ་ཕུང་གཞན་པ་ཅིག་ལ་གནོད་སྐྱེལ་སྲིད་ཀྱི་ང་ཚོ་གཟུགས་པོའི་ཕྲ་ཕུང་ནང་ལོགས་ཡིན་པས་ན་ཁོ་འགྱར་དགོས་ཀྱི་ཡོད་ཡིན་པས་ན་འདི་འགྱར་ཉེན་གྱི་ཆ་ཤས་དེ་འདྲ་ཡོད་ཡོད་སྲིད་ཀྱི་ཡོད་རེད་ཁྱེད་ཚང་ལྟ། རིགས་ཀྱི་ཁར་ཡིན་སྲིད་ཀྱི་རེད་ལ་ན། ཨ་ནི་འབུ་ཆ་ཚང་མ་ཡིན་པ་ཆེ། ཨ་ནི་འདིའི་གི། ཨ་ནི་པགས་པ་དང་པགས་པའི་གི་དབྱིན་ཡུལ་ཡོད་པའི་གི་ཨ་ནི། ང་ཚོ་འདི་ཟིག་རོ་ད་ནས་ལན་པ། དེ་ཚོ་ལ་སོགས་པའི་གི་ཨ་ནི། ཨ་ནི་ཆ་ཤས་ཙམ་ཅིག་ཨ་ནི་ང་ཚོའི་གི་གཟུགས་པོའི་གི་ནང་ལོ་བླུགས་ཡང། བྱས་ཙང་འདིའི་ཆ་ཤས་འདིའི་གི་ནང་ལོ་ལ་ཨ་ནི་ཁོ་སྣེ་ལེན་པ་དེ་ཡོད་པའི་གི་རྒྱུ་མཚན་ལ་བརྟེན་ནས་ང་ཚོ་ནད་འགོག་མ་ལ་བི་ཁྲ་བུང་གི་ཧ་གོ་ཆེ་ཨ་ནི་ཡང་འགོག་གཟུགས་ཟོས་ཡ། དེ་འདྲའི་ཡོང་གི་ཡོད་ད་འགོག་གཟུགས་ཟོས་ཆེ་ཨ་ནི་ཡང་ང་ཚོ་ན་ཚ་མ་ན་ཡ།

ཁོས་མང་པོ་ཕར་བསྒྲུགས་ཡོད་རེད་བ། བྱས་ཙང། སྔོན་འགོག་གི་ཁབ་ཁ་ཤས་ཀྱི་ནང་ལོགས་ལ་གར་ལེན་ཡོང་གི་རེད་ཟེར་ལབ་ཡིན་པས་ན་ཨ་ནེ་དེའི་གི་ཁྲམ་བུ་གི་རིག་རྫས་ལེན། ཨ་ནེ། རིག་རྫས་དེའི་གི་ཨ་ནེ་ང་ཚོའི་གཟུགས་པོའི་ནང་ལོགས་སླེབ། རིག་རྫས་དེ་ལ་བརྟེན་ཆེད་ཨ་ནེ་ང་རིག་རྫས་དེ་ང་ཚོའི་གཟུགས་པོའི་གི་ཕྲ་ཕུང་གི་ནང་ལོགས་སླེབ་ཡོང་དུས་བརྩམས་པ་ལ་ཡང། ཁོ། ཕྱི་ལོགས་ནས་སླེབ་བའི་གི་ཨ་ནེ་འབུ་དེའི་གི་རིག་རྫས་ཡིན་དུས་བརྩམས་པ་ལ་ཕྱི་ལོགས་ནས་ད་ན་ཚ་བཟོ་ཉེན་གི་ཨ་ནེ་རྐྱེན་དེ་འདྲ་སླེབ་ཡོད་ས་རེད་བསམ་གྱིན་ཨ་ནེ་ཁོ་ལ་མཐུན་པའི་གི་ཡང་འགོག་གཟུགས་བཟོས། བྱས་ཙང་ད་དེ་མ་ཡིན་པའི། གནས་སྟངས་ཁ་ཤས་ཡོད་ཟེར་ད་གཙོ་བོ་ཨ་ནི་ཁོང་ཚོ་གསུམ་རེད་ད་ཁོང་འདི་འདྲའི། ཐབས་ཤེས་མ་འདྲ་བ་གསུམ་གྱི་ཐོག་ནས་ཨ་ནི་ད་རྫས་འདྲ་མ་འདྲ་བཟོས་རྗེས་ང་ཚོའི་གཟུགས་པོའི་ནང་ལོ་བླུགས་ཡོད་རེད་ང་ཚོའི་གཟུགས་པོའི་ནང་བླུགས་བའི་རྒྱུ་མཚན་ལྟར་ནས་ང་ཚོའི་གཟུགས་པོའི་གི་ཨ་ནི་སྔོན་མགོ་མ་ལ་ལས་ཀ་བྱེད་བཅུག་ཡོད་རེད་བྱས་ཙང་འདུག་ཟེར།

ཁྱད་པར་ལ་བརྟེན་ནས་ཁོ་ནུས་པ་མ་འདྲ་མ་འདྲ་ཡོད་རེད། དཔེ་ཆ་བཤམས་ན་ང་ཚོ་གིས་ཨ་ནི། སྔོན་འགོག་གི་ཁབ་ཁ་ཤས་གར་ཡོད་རེད་བསམ་ཡོད་དཔེར་ན་ནམ་རྒྱུན་ང་ཚོ་ད། ལོ་ཟླ་རེ་བཞིན་ང་ཚོ་ལ་ཆམ་པ་ཕོག་ཡོད་རེད་བ། བྱས་ཙང་ད་ཆམ་པ་མ་ཕོག་ཡག་གིས་ཨ་ནི་སྔོན་འགོག་གི་ཁབ་དེ་འདྲ་བརྒྱ་ཡོད་རེད། བྱས་ཙང་དེ་བརྒྱ་བའི་སྐབས་སུ་ལ་ཨ་ནི་ཆམ་པ་རིགས་ཕལ་ཆེ་བ་ཨ་ནི། བཟོ་ཉེན་ཁའི་ཁྲམ་བུ་འདི་ཚོ་རིགས་འདྲ་བོ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་སྔོན་འགོག་ཁབ་གཅིག་གིས་ཁྱམས་པའི་ཁུལ་འབུམ་མང་པོ་ལ་ན་བཟའ་བཟོ་མ་ཐུབ་ཡ་བཀག་ཐུབ་པར་བྱས་ཙང་འདི་ལ་དུས་མཚམས་པ་ལ། ནད་འབུ་གཅིག་ཙམ་མ་ཡིན་པར་སྔོན་འགོག་ཁབ་གཅིག་གིས་ནད་འབུ་མང་པོ་ལ་འགོག་ཐུབ་ཡ། ནད་འབུ་དེ་ཚོ་རིགས་འདྲ་བོ་ཡོད་པ་ཡིན་པས་ན་འདྲ་བའི་གི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་སྔོན་འགོག་ཁབ་གཅིག་བཀག་ཐུབ་ཀྱི་ཡོད་བ་སོང་ཙང་ཁོང་ཚོ་ལ་ཨ་ནེ་ཨིན་ཇིའི་ནང་ལོགས་ལ Multi Valence ཟེར་གྱི་རེད་མང་པོ་ལ་ཨ་ནེ་ཕན་ཐུག་གི་ཡོད་བ། བྱས་ཙང་ནད་འབུ་དུ་མ་ལ་འགོག་ཐུབ་ངེས། བྱས་ཙང་ད་འབུ་ཁ་ཤས་ཨ་ནེ་ཁོ་རང་ད་ཨ་ནེ། རིགས་གཅིག་པ། ཞི་དྲག་མེད་མཁན་གྱི་འབུ་དེ་འདྲ་ཡིན་སོང་ན། འབུ་དེ་ཚོ་ལ་ཆེད་དུ་གཉེར་བྱེད་སྔོན་འགོག་ཁབ་བཟོ་དགོས་ཡོད་རེད། སྔོན་འགོག་ཁབ་བཟོས་བཞག་པ་ཡིན་པ་སོང་ཙང་ནད་འབུ་དེ་ག་རང་ལ་མ་གཏོགས་ཕན་གྱི་ཡོད་མར་བྱས་ཙང་ད་ནད་འབུ་གཅིག་ལ། ནད་འབུ་གཅིག།

ད་ད་ལྟ་ང་ཚོ་དཔེ་ཆ་བཤད་ན་ཀོ་རོ་ན་བྷ་རེས་ཀྱི་ན་ཚ་ན་དུས་བརྩམས་པ་ལ་ཨ་ནེ་རྦད་དེ་མི་མང་པོ་ཆིག་ཨ་ནེ་ན་ཚ་ན་ན་ཆེ་ཨ་ནེ་གྲོངས་འགྲོ་གི་ཡོད་རེད་ཡིན་ན་ཡང་ནམ་ཞག་རྒྱུན་དུ་ང་ཚོ་གི་ཆམ་པ་རིགས་མང་པོ་ཕོག་ཡོད་རུ་བ་ཆེ་ད་ད་འདི་ཕོག་དུས་བརྩམས་པ་ལ་ཀོ་རོ་ན་བྷ་རེས་ནང་བཞིན་ད་ཏོག་དབྱིབས་ནང་བཞིན་ཨ་ནེ་མི་འདི་ཚོ་ཞེད་སྣང་བྱེད་ཀྱི་ཡོད་མ་རེད་དེ་ཡོམ་ང་ཚོ་ལ་ཉེན་ཁ་ཡོང་གི་ཡོད་མ་རེད་ཨ་ནེ་འདི་ག་ཕྱིན་ནས་ཡོང་གི་ཡོད་མ་རེད་ང་ཚོ་ལུས་ཟུངས་མ་ལག་གི་སྐབས་རེ་ཨ་ནེ་ལས་ཀ་བྱེད་ཐུབ་ཡ། ཨ་ཨ་ནས་སྐབས་རེ་ལས་ཀ་བྱེད་མ་ཐུབ་ཡ་འདི་ཨ་ནས་རྒྱུ་མཚན་ག་བ་ག་བར་ཐུག་ཏུ་ཡོད་རེད་ཟེར་བརྗོད་རོགས་བྱེད་ས་ད་ཨ་འདི་དང་འབྲེལ་བ་ཡོད་བས་ཀྱི་ཨ་ནས་ལས་ཀ་བྱེད་སྟངས་གནས་ཚུལ་ཁ་ཤས་བཤད་པ་ཡིན་པས་ན། སྤྱིར་བཏང་ང་ཚོའི་གི་གཟུགས་པོའི་གི་ནང་ལོགས་ལ་ཨ་ནས་འབུ་གཅིག་སླེབས་ཡིན་པས་ན།

ཐུགས་རྗེ་ཟེར་ཁྱེད་ཚང་ཨ་ནེ་འདི་ཚོ་མ་འདྲ་ཡོད་འདི་ཡོད་ཁྱེད་ཚང་འདི་ཡོད་བོད་ཀྱི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་འབུ་གཅིག་ང་ཚོ་ལ་གཟུགས་པོ་ལ་ཨ་ནེ་གནོད་ཐུབ་དང་མ་ཐུབ་ཀྱི་ཨ་ནེའི་ཁྱད་པར་དང་གནོད་ན་ག་ཚད་གནོད་གི་རེད་ཟེར་ཡ་འདི་གི་ཁྱད་པར་འདི་འབུ་ཁོ་རང་གི་ཨ་ནེ་རྩ་བའི་གི་ཨ་ནེའི་ཆགས་སྟངས་དང་འདི་འབུ་འདི་གི་ང་ཚོ་གི་གཟུགས་པོའི་ནང་ལོགས་ཡོད་བོད་ཀྱི་ཕྲ་ཕུང་དང་ཨ་ནེ་འབྲེལ་བ་བྱེད་སྟངས་མ་འདྲ་མ་འདྲ་ཡོད་འདི་གི་ཡོད་འདི་ཙམ་པ་ལ་ཨ་ནེ་གནོད་སྟངས་མ་འདྲ་བ་གཅིག་ཡོང་འདི་གི་ཡོད་རེད་ད། གནོད་སྟངས་མ་འདྲ་བ་གཞན་པ་གཅིག།

ད་དེའི་སྣེ་ལེན་པ་གི་རྩེ་ལ་ཨ་ནེ་འབྱར་སྲེག་གི་སྣེ་བྱེ་བྲག་པ་འདི་ལ་ང་ཚོ་ག་ལ་ཡི་རེད་ཟེར་ལབ་བིན་པས་ན Antigen ཟེར་གི་ཡོད་ཨ་ང་ཚོ་ཁ་སང་གོག་གཟུགས་ཨ་ནེ་སྐྱེད་རྫས་ཟེར་ཡ་བྱས་ཙང་ཨ་ནེ་དེའི་སྒང་ལ་འབྱར་བྱས་ཨ་ནེ་གཟུགས་པོ་ཕྲ་ཕུང་ནང་ལོགས་ལ་འཛུལ་ཨ་ནེ་ཕྲ་ཕུང་གི་ནང་ལོགས་ལ་ཨ་ནེ་ཕྲ་ཕུང་གི་ནང་ལོགས་ལ་ཡོད་པའི་གི་ནུས་པ་དང་རྫས་དེ་ཚོ་བེད་སྤྱོད་བྱས་བྱས་ཨ་ནེ་ཕྲ་འབུ་ཁོ་རང་གི་ན་ཟེར་སོ་ཉིན་འབུ་ཁོ་རང་གི་ཨ་ནེ་རིགས་རྫས་དེ་ཚོ་བསྐྱར་ལོགས་རྒྱབ་བསྐྱུར་བསྐྱར་ལོགས་རྒྱག་བསྐྱུར་ལ་དུས་བརྩམས་པ་ལ་ཨ་ནེ་ཁོ་རང་ངོ་འདྲ་བ་མང་པོ་ཞིག་བསྐྲུན་བྱས་དེ་བྱེད་ཀྱི་ཡོད་རེད་བ། བྱས་ཙང་ད། འདི་ཁོ་ཚོའི་གི་ང་ཚོའི་གི་གཟུགས་པོའི་གི་ནང་ལོགས་ལ་ཡང་འཛུལ་སྟངས་རེད་འདུག་བ། བྱས་ཙང། ད་དུང་དེ་ག་ནང་བཞིན་ནད་འབུ་འདི་ཚོའི་གི་ཨ་ནི། སྣེ་ལེན་པ་བརྗོད་རུང་བ། སྣེ་ལེན་པ་འདི་གར་ཡོད་རེད་ཟེར་ལབ་ཡིན་པས་ན་སྣེ་ལེན་པ་གི་ཨ་ནི་བཟོ་ལྟ་ལོགས་ཀ་ཡོད་རེད་དེ་ག་ནང་བཞིན་ཨ་ནི་སྣེ་ལེན་པ་གི་རྩེ་གི་ལྟ་ཧ་ཆ་ཤས་འདི་ཨ་ནི། དབྱིབས། བཟོ་ལྟ་མ་འདྲ་མ་འདྲ་ཡོད་འདུག་ཡོད་རེད། བྱས་ཙང་ད། འདི། འདི་ལ་ཨ་ནེ་ང་ཚོའི་གིས་གར་བསྐྲུན་དགོས་ཀྱི་ཡོད་རེད་ཟེར་དུས་བསམ་པ་ལ་མ་གནོད་ཡ་གཅིག་ད་འདི་འདིའི་གི་རྩེད་དེ་ཚོ་ལ་ཨ་ནེ་དངོས་པོ་གཞན་པ་ཅིག་འབྱར་སོང་ན་ཨ་ནེ་འདིའི་གི་རྩེད་དེ་བེད་སྤྱོད་བྱེད་ཅིག་ཁོ་རང་ཚོའི་གི་སྣེ་ལེན་པ་དེ་བེད་སྤྱོད་བྱེད་ཅིག་ང་ཚོའི་གཟུགས་པོའི་གི་ཕྲ་ཕུང་གི་སྣེ་ལེན་པ་གང་ལ་འབྱར་ཐུག་མ་རོ་བ་ཅེས་ཟ་འདི་འབྱར་ཐུག་མེད་བ་སོང་ཟ་ད་འདི་ལ་འབྱར་ངན་འདི་གར་ཆགས་དེ་ཡོད་རེད་ཟེར་ལབ་ཡིན་པས་ན་ང་ཚོའི་བིའི་ཕྲ་ཕུང་གི་བསྐྲུས་པའི་གི་བསྐྲུན་པའི་གི་ཨ་ནེ་འགོག་སུག་ཟས་དེ་ཆགས་དེ་ཡོད་རེད་ཅེས་ཟ་ད་སྤྱིར་བཏང་ཨ་ནེ་འགོག་སུག་ཟས་ཡ་འདི་ག་འདྲས་སུ་ཡོད་རེད་ཟེར་དུས་བསམ་པ་ལ།

དཔེ་ཤ་ཡ་ན་ཁྲམ་བུ་འདིས་ཁྱེད་ཨ་ནེ་སྣེ་ལེན་པ་འདི་ལ་མཇར་ཐུག་མ་ཐུབ་ཟེར་ཡ་འདི་གར་ཆགས་དུ་ཡོད་རེད་ལབ་ཡིན་པས་ན་ཁོས་ཀྱི་དབྱིབས་ལ་རག་ལས་དུ་ཡོད་ཅེས་ད་ད་ད་ལྟ་འདིའི་ཀྱི་འབུག་གི་དབྱིབས་འདི་ང་ཚོ་གར་མཚོན་གྱི་ཡོད་རེད་ལབ་ཡིན་པས་ན་ནམ་རྒྱུན་ང་ཚོ་ཨ་ནེ་འཆམ་པ་རྒྱག་བའི་སྐབས་སུ་ལ་ཨ་ནེ་འཆམ་པ་འཆམ་པའི་ཀྱི་ན་བཟའ་བཀྲུ་ཉིན་གྱི་ཨ་ནེ་སྙན་སེང་འདི་རེད་ཡིན་ན་ཨ་ནེ་ཁོས་ཀྱི་སྟེང་ལ་ཨ་ནེ་གར་ཡོད་རེད་ལབ་ཡིན་པས་ན་ཁོ་རང་གྱི་ཨ་ནེ་སྣེ་ལེན་པ་འདི་ཡོད་རེད་བྱས་ཙང་སྣེ་ལེན་པ་འདི་ལ་ང་ཚོ་ནམ་རྒྱུན་འཆམ་པའི་ཀྱི་ཨ་ནེ་འགོག་སྨན་རྒྱག་དུས་ཙམ་པ་ལ། དཔེ་ཆ་བཤད་ན་འགོག་སྨན་གྱི་ནང་ལོགས་ལ་ང་ཚོ་ཨ་ནེ་འདི་ཡོད་ཟེར་གི་རེད་འགོག་གཟུགས། ད་ང་ཚོ་རྫས་དེ་འདྲས་ཅིག་བཟོས་བཞག་ཡོད་རེད་འགོག་གཟུགས་ཟེར་ཡ་འདི་ང་ཚོ་ཨ་ནེ་ཁྲ་འབུ་དག་དེ་འདྲས་གི་ནང་ལོགས་ལ་ཟོས་གི་ཡོད་རེད་ཟེར་ལ་རོ། འབུ་དག་ད་དེ་འདྲས་གཟུགས་པོའི་ནང་ལོགས་གཟུགས་པོའི་གི་ནང་ལོགས་ལ་ཟོས་ཡ་ཡོད་རེད་དེ་ག་ནང་བཞིན་ཕྱི་ལོགས་ནས་ད་སྨན་བརྒྱབ་ཡིན་པས་ན། རྫས་འདི་ཡོད་ན། ཅེས་དང། རྫས། རྫས་འདི། ཨ་ནི། གོ་བ་འགྱར་འགྲོ་དགོས་རེད་ཟེར་ལབ་ཡིན་པས་ན། ད་ལྟ། ཆམ་པ་བཟོ་ཉེན་གྱི་གཉན་སྲིན་འདི་གི་པགས་པ་གང་འགྱར་འགྲོ་དགོས། བྱས་ཙང་པགས་པ་གང་ན་འགྱར་བ་ལ། དེའི་འོག་ལ་ཡོད་པའི་གི་དབྱིབས་འདི་དང་གང་ལ་ཡོད་པའི་གི་དབྱིབས་འདི་གཉིས་གཉིས་ཨ་ནི། ཁ་ཐུག་གུག་འདུག་བ། བྱས་ཙང་འདི་ག་འདྲ་བོ་ཡོད་རེད་ཟེར་ལབ་ཡིན་པས་ན། གོ་འགྱར་དང་ལྡེ་མིག་འདྲ་བོ་ཆགས་རེད་ད།

ཁྲམ་བུ་འདི་གིས་ཨ་ནེ་སྣེ་ལེན་པའི་གི་ཕྱིའི་གི་དབྱིབས་འདི་དང་ཨ་ནེ་མཐུན་པ་ཅིག་མེད་སོང་ན། ཨ་ནེ་ཁོ་གཉིས་གཉིས་ནམ་ཡང་འབྱར་གི་མ་རེད་ཅེས་ད་ལྟ་འདི་གི་ཐུན་མཚམས་བརྗོད་རོགས། འདི་ངས་ཆེ་རུ་བཏང་ཆེད་ཨ་ནེ་རི་མོ་དེ་ལ་བྲིས་པ་ཡིན་པས་ན། ད་འོག་གི་ཆ་འདི་ག་རེ་སླབས་ཡིན་པས་ན་ཨིན་ཇིའི་གི་ཡི་གེ་ཨེམ་བགོ་བཤའ་ཀློག་རྒྱུར་འགྲོ་གི་ཞིག་འདུག་བ་ཅེས་ད་ལྟ་འདི་ག་རེ་སླབས་ཡིན་པས་ན། ཁྲམ་བུ་ཁོ་རང་པགས་པ་སྒང་ལ་ཡོད་པའི་གི་སྣེ་ལེན་པའི་གི་ཨ་ནེ་ད་ལྟ་རྩེ་ལ་ཡོད་པའི་གི་ཨ་ནེ་ཁར་ས་འགོག་སུག་བསྐྲུན་ཆེད་གི་ལྷའི་ཆོས Antigens འདི་གི་དབྱིབས་འདི་རེད་ཅེས།

འདི་གི་གནས་དེ་ལ་ཕྲ་ཕུང་གཞན་པར་སྦྱར་ཐུག་མ་རེད། དེ་ག་ནང་བཞིན་ཨ་ནེ་གནས་དེ་ལ་འདི་མཛད་དེ་སྦྱར་བའི་འགོག་གཟུགས་ཀྱི་ཨ་ནེ་འདི་སྦྱར་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་གར་བྱེད་ཀྱི་ཡོད་རེད་ལབ་རྒྱུ་བརྩམས་པ་ལ་ཨ་ནེ། ད་ལྟ་ཟ་བྱེད་ཀྱི་ཕྲ་ཕུང་གཞན་པ་འདི་ཚོ་གི་ཨ་ནེ་འདི་ཕྱི་ལོགས་ནས་སླེབས་པ་ཡིན་པ། ང་ཚོའི་གཟུགས་པོ་གི་ཆ་ཤས་ཀྱི་ཨ་ནེ་ཕྲ་ཕུང་མ་ཡིན་པ་ཧ་གོ་བྱས་ཨ་ནེ་ཁོང་ཚོས་ཀྱི་འདི་ཟ་ཡི་རེད་མེ་བ་ཟུག་རེད་ལབ་ཡོད་རེད་བ།

འདི་སྒང་ལ་འགྱར་ཐུབ་ཉེན་ཞིག་གོ། ཅེས་དང། འདི་སྒང་ལ་འགྱར་ཐུབ་ཉེན་འདི་ཨ་ནི་གར་ཆགས་བསྡད་ཡོད་རེད་ཟེར་ལབ་འདོད་ན་དཔེ་ཆ་བཤད་ན་ད་ང་ཚོ་འགོག་སྲུག་འདི་ཡིན་ན་འདི་འགོག་སྲུག་རྩེད་ཀྱི་ཨ་ནི་སྣེ་ལེན་པ་འདི་དབྱིབས་འདི་འདི་འདྲས་ཀྱི་ཡོང་གི་ཡོང་འགོག་འདུག་ཨ། ཅེས་དང་ཁོ་འོག་གི་དབྱིབས་འདི་འདྲས་བྱོས་ན་ཨ་ནི་འདི་སྒང་དེ་འགྱར་ཐུག་རོ། ད་དཔེ་ཆ་བཤད་ན་ད་འདི་འདི་གི་ཨ་ནི་འགོག་སྲུག་འདི་སྨན་འདི་རྒྱབ་ཡིན་པས་ན་འདི་གི་དབྱིབས་ཀྱི་རྩེད་འདི་ཨ་ནི། དེ་འདྲའི་རོགས་ཞིག་འདུག་ཨམ་རོགས་ཞིག་འདུག་ཨམ་རོགས་ཞིག་ཡོད་བས་མིན་ན་དེ་ལ་ཨ་ནེ་འགྱར་ཐུག་གི་རེད་བས་སོ་ན་འགྱར་ཐུག་མ་རེད་བྱས་ཙང་དེ་འགྱར་ཐུག་མེད་བ་སོང་ཙང་ཆམ་པའི་གི་འགོག་སྨན་གི་ཨ་ནེ་ཏོག་དབྱིབས་སྨན་སྲིང་གི་ལ་ཨ་ནེ་འགོག་ཐུག་མི་འདུག་ཕན་ཐུག་མི་འདུག་ག་ཅི་ལ་ན་ཁོས་གི་སྣེ་ལེན་པར་ག་ལང་ལ་དབྱིབས་ལོ་ག་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དེ་འགྱར་གི་ཡོད་མ་རེད་བྱས་ཙང་ད་ཁ་སང་ང་ཚོའི་སློབ་ཚན་འདི་གི་སྔོན་ལ་ཨ་ནེ་ང་ཚོའི་གཟུགས་པོའི་སྦི་ཕྲ་ཕུང་གི།

ང་ཚོའི་ཕྲ་ཕུང་ལ་ཨ་ནེ་སྣོད་མ་བྱེད་ཡག་གི་གནས་སྟངས་ཆགས་འདུག་རོ། ཁྱེད་ད་ལྟ་བུའི་ཕྲ་ཕུང་གི་ཨ་ནེ་ལྡེ་མིག་འདི་ག་ཞིག་ནས་མགྱོགས་པོ་བཟོ་ཐུབ་ཀྱི་ཡོད་མ་རེད། ག་འདྲེས་ཁྱེད་ཀྱིས་ཨ་ནེ་ཁ་ཤས་མངལ་ལ་བཟོ་ཐུབ་ཀྱི་ཡོད་རེད་ཁ་ཤས་དུས་ཚོད་མང་འགོར་གྱི་ཡོད་རེད་ཟེར་ཡ་འདིས་རྐྱེན་མང་པོ་ལ་རག་ལས་ཀྱི་ཡོད་རེད་སྤྱིར་བཏང་ང་ཚོ་ནམ་རྒྱུན་ཨ་ནེ་ཁ་ལག་འདི་འདི་ཟེར་བ་ཡིན་པས་ན་ཁྱེད་རང་ཨ་ནེ་སྔོན་འགོག་མ་ལག་ཡག་པོ་ཆགས་ཡོད་ལ་ཡ་འདི་འདྲ་ཡོད་རེད་བ་ཁྱེད་ད་ལྟ་དེ་ཚོ་ཨ་ནེ། ཁ་ལག་བྱེ་བྲག་པ་གཅིག་ཟས་བཅད་སྔོན་འགོག་མ་ལག་ཡག་པོ་ཆགས་འགྲོ་ཡ་ད་ཡོད་མ་དེ་ནི་རྩ་བའི་ཆ་ནས་མི་ཁོ་རང་གི་ལོ་ཚོད་ག་རེ་དང། ཁོ་རང་གི་སྤྱི་བཏང་གི་འཕྲོད་བསྟེན་ག་འདྲས་འདུག་སྤྱི་བཏང་ཨ་ནི་ཁ་ལག་ཡག་པོ་ཟས་བཅུད་ཀྱི་ཆ་དེ་ག་འདྲས་ཡིན་མིན་དེ་ཚོ་ལ་བལྟས་ཆེ་ཨ་ནི། བིའི་ཕྲ་ཕུང་གིས་འགོག་སྲུག་བཟོ་ཐུབ་པའི་ནུས་པ་ཁྱད་པར་ཡོང་གི་ཡོད་རེད། དེ་ག་ནང་བཞིན་ནུས་པ་ཡག་པོ་ཡོད་པ་ཡིན་མིན་ན་ཡང་ཨ་ནི། ད་ལྟ་སྟབས་ཁེ་མ་ཁེ་ཡོད་རོ་དཔེ་ཤར་ཤར་ན་ཨ་ནི་ལྡེ་མིག་བཟོ་ཉེན་གཅིག་གིས་ཕ་ཅོག་གི་དགོན་བརྒྱ་ལྡེ་མིག་མེ་བ་གཅིག་ཆད་སྒུག་ཡོད་ན་གཅིག་བྱས་ན་ལྡེ་མིག་ཐིག་མ་དང་པོ་གཉིས་བ་གིས་ཨ་ནི་ཆད་ཐུབ་སྲིད་རེད་གཅིག་བྱས་ན་ཨ་ནི་ལྡེ་མིག་མ་འདྲ་བ་དཔེ་དེབ་བརྒྱ་ཕྲག་མང་པོ་བཟོས་པ་ཡིན་པས་ན་ད་དུང་ཨ་ནི་ཆད་མ་ཐུབ་ཡ་དེ་འདྲས་ཡོང་སྲིད་རོ་བྱས་ཙང་འདི་ཡིན་པའི་གི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ད་ལྟ།

དེ་ལ་རྒྱར་བསྡུས་བརྩམས་པ་ལ་ཨ་ནི་ཀོ་གནོད་སྐྱེལ་ཐུག་མི་འདུག་ཅེས་བྱ་ད་འགོག་མེད་དེ་ཚོའི་གི་གར་ཆགས་དེ་ཡོད་རེད་ཟེར་ལབ་ཡིན་པས་ན་འབུ་དེ་ཀླད་དེ་ཡོད་རེད་འབུ་དེའི་གར་བྱས་ཤར་ད་གྱིས་ལ་བ་ནང་བཞིན་ཆམ་པའི་གི་དེ་ཡིན་ནའི་རེད་ད་ད་ཏོག་ཡབ་ཀྱི་སྙན་སིང་དེ་ན་འབུ་དེ་ཡང་མེད་ན་འབུ་ཆ་ཚང་ཡིན་པ་གང་ཞིག་ལ་ནུས་པ་མེད་བ་བཟོས་ཤར་ཡོད་རེད་ཡང་མེད་ན་ཕྱི་ལོག་གི་དེ་དམར་བོ་གཅིག་པོ་དེའི་གི་ཨ་ནི་ཆ་ཡོད་དེ་ངེས་ཡང་མེད་ན་དེའི་གི་ཨ་ནི་ནང་ལོག་གི་རིག་རྩལ་ཆ་ཡོད་དེ་ངེས་གཅིག་པོ་གཅིག་ང་ཚོའི་གི་གཟུགས་པོ་ནང་བླུགས་ཤར་འོར། ཁྱེད་ཅག་ད་འདི་ལུགས་བསྡུས་ཙམ་པ་ལ་ང་ཚོའི་གཟུགས་པོའི་ནང་ལོགས་ལ་སྦིས་ཕྲ་ཕུང་གི་ཨ་ནེ་སྒོག་གཟུགས་མ་འདྲ་མང་བཟོས་ཡ་འདི་ཨ་ནེ་བཟོས་འདི་བསྡུས་ཙམ་པ་ལ་དུས་ད་འདི་བཟོས་ཡ་ལ་འདི་ད་སྦྱར་ཐུབ་ཉེན་གི་དབྱིབས་གཅིག་པ་ཡིན་ཉེན་གི་སྒོག་གཟུགས་གཅིག་བཟོས་ཡ་ལ་ཨ་ནེ་ཉི་མ་བཅུ་འགོར་གྱི་ཡོད་ནི་རེད་ཉི་མ་སུམ་ཅུ་འགོར་གྱི་ཡོད་ནི་རེད་འདི་ནང་ལ་འགོར་ཡོང་དུས་ཙམ་པ་ལ་དུས་ཚོད་གཅིག་ལ་བཟོ་ཐུབ་འགྲོ་གི་ཡོད་རེད་ཁོ་ཁྱེད་ཅག་འདི་ལ་བསྡུས་ཙམ་པ་ལ་ཨ་ནེ་རྒྱལ་མ་ལ་གནོད་གི་ཡོད་མ་རོ་ཨ་ཁྱེད་ཅག་ད་ད་ལྟ་ཧོབ་ཁ་ལ་ཨ་ནེ་ན་བཟའ་འདི་བསླས་ཡོད་དུས་ཙམ་པ་ལ་གལ་སྲིད་མི་གཅིག།

མགྱོགས་པོ་བཟོ་མ་ཐུབ་བ་ཆེས་འགོག་སྲུག་དེ་བི་ཁྲ་བུ་འགོག་སྲུག་བཟོ་མ་ཐུབ། དེའི་དེའི་སྐབས་ལ་ཨ་ནི། ཏོག་དབྱིབས་གཉན་སྲིན་དེ་གིས་ཨ་ནི་ང་ཚོའི་གློ་བ་དང་ད་དེ་མ་ཡིན་པའི་ཨ་ནི་གཟུགས་པོའི་དབང་པོ་དེ་ཚོ་ལ་གནོད་སྐྱེལ་ཡ་དེ་མགྱོགས་པོ་ཞེའུ་ཆེ་གླེང་དུས་བརྩམས་པ་ལ་ཁོས་གི་གནོད་སྐྱེལ་ཡ་དེ་ཤུགས་ཆེ་དྲགས་ཨ་ནི་གནོད་སྐྱེལ་བྱས་ད་མི་དེ་དུས་ཚོད་ངེས་ཅན་གཅིག་གི་ནང་ལོངས་ཤིག་འདུག་རུ་བ་ཆེ་ཚང་ཁོ་རང། གཟུགས་པོ་གི་ད་ཕྲ་ཕུང་གློ་བ་ལ་སོགས་པ་ད་ལས་ཀ་བྱེད་མ་ཐུབ་ཡ་གི་ཨ་ནི་མཚམས་ལ་མ་སླེབས་བའི་སྔོན་ལ་ཨ་ནི་གཟུགས་པོ་གི་ཨ་ནི་འགོག་སྲུང་བཟོ་མ་ཐུབ་པའི་རྒྱུ་མཚན་དེ་ནི་མི་ཁ་ཤས་ཤི་འགྲོ་བར་ཐལ། ཅེས་དང། ད་མ་འོངས་པ་ལ་སྔོན་འགོག་གི་ཁབ་རྒྱག་སོང་ན་ཨ་ནི་ད་ལྟ་སོ་སོའི་གི་གཟུགས་པོ་གི་ཨ་ནི་ན་ཚ་འདི་མ་འབྱུང་བའི་སྔོན་ནས་ཨ་ནི་གྲ་སྒྲིག་བྱས་བྱས་ཨ་ནི་འགོག་སྲུག་འདི་འགོག་སྨན་འདི

ཨ་ནེ་ཁོ་ཚོ་མེད་སོང་བ་ཡིན་པས་ན་ཨ་ནེ་ང་ཚོའི་གཟུགས་པོ་ལ་ག་འདྲས་བྱེད་ཅེས་གནོད་ཀྱི་ཡོད་རེད། དེ་ག་ནང་བཞིན་འགོག་སྨན་མ་བརྒྱབ་སོང་དུས་ཙམ་པ་ལ་མི་ཁ་ཤས་ཨ་ནེ་ན་ཚ་འདི་ལས་དྲག་ཐུབ་ཡ། ཁ་ཤས་དྲག་ཐུབ་མི་འདུག་ཨ། དྲག་ཐོབ་སོང་ན་ཨ་ནི་ང་ཚོས་ཀྱི་ཨ་ནེ་འདི་གི་སྣེ་ལེན་པ་འདི་ལ་ཁྲམ་བུ་འདི་ཚོ་ནན་པོ་འདི་ཚོའི་སྣེ་ལེན་པ་ལ་འགྱར་ཐུབ་ཉེས་ཀྱི་འགོག་གཟུགས་བཟོ་ཐུབ་ཀྱི་ཡོད་བ། གལ་སྲིད་མ་དྲག་ཅིག་ཤི་སོང་ན་ཨ་ནེ་ཁོ་རང་གི་གཟུགས་པོའི་གི་དབང་པོ་འདི་ཚོ་ད་འཕྲོག་བརླག་མ་བྱིན་བའི་གི་སྔོན་ལ་འདི་འདྲའི་འགོག་གཟུགས་བཟོ་མ་ཐུབ་པ་ཡིན་པ། སུས་བཟོ་ཐུབ་དང་མ་ཐུབ་བྱས་ཏེ་ལོ་དང་ཁ་ལག་དང་གཟུགས་པོད་ཀྱི་འཕྲོད་བསྟེན་དང་གནས་སྟངས་མང་པོ་གཅིག་ལ་ཨ་ནི་རག་ལས་སྡོད་ཀྱི་ཡོད་བ། དེ་ག་ནང་བཞིན་སྟབས་ཁེ་མ་ཁེ་ཟེར་ཡ་ཅེ་ཟ་ད་འདི་འདྲའི་རྐྱེན་མང་པོ་གཅིག་ལ་རག་ལས་ཀྱི་ཡོད་བ་ཨ་ནི། འདི་ཆགས་འདི་ཡོད་རེད་བ། ད་འདི་ཅིག་བྱེད་ད་འདིའི་ཐ་མ་འདི་ལ་ཨ་ནི་ཁར་ཤེ་ཧོ་སི་ལབ། བསམ་སི་ལབ་ཡིན་པས་ན་སྤྱིར་བཏང་ང་ཚོ་འགོག་སྨན་བཟོ་ཡ་ཡོད་རེད་བ་འགོག་སྨན་བཟོ་ཡ་འདིས། ཨ་ནེ་ནམ་རྒྱུན་ཡིན་པས་ན་ཨ་ནེ་ཡ་ད་ཁོ། དུས་ཚོད་མང་པོ་ཞོ་ཞུ་འགོར་གྱི་འདུག་བྱས་ཙང་ད་ད་ལྟ་བར་དུ་ང་ཚོ་གིས་ཨ་ནེ་འགོག་མེད་མང་པོ་ཞོ་ཞུ་བཟོས་བཞག་ཡོད་རེད་འགོག་མེད་དེ་ཚོ་མང་ཆེ་བ་ཨ་ནེ་ལོ་བཅོ་ལྔ་ཉི་ཤུ། ད་དེ་འདྲས་རྐྱང་རྐྱང་འགོར་བསྡད་བ་དེ་འདྲས་རེད་འདུག་ཡིན་ན་ད་ད་ལྟ་ཨ་ནེ་ང་ཚོ་གིས་ཨ་ནེ་ཏོག་དབྱིབས་ཀྱི་ཨ་ནེ་འགོག་མེད་འདི་ཁོ་གནས་སྟངས་འཛའ་དྲག་གི་འོག་ལ་བརྟེན་ཆེད་ཨ་ནེ་ཁོ་མགྱོགས་པོ་བཟོ་ཐུབ་ཡག་གི་ཨ་ནེ། རེ་བ་བརྒྱ་བསྡིགས་ཡོད་རེད་དེ་ག་ནང་བཞིན་ད་ལྟ་བར་དུ་ལ་ཨ་ནེ་འཛམ་བུ་གླིང་ནང་ལོགས་ལ་བཟོ་གྲྭ་མ་འདྲ་བ་དག་བརྒྱ་དང་ཉི་ཤུ་ལྷག་གིས་ཨ་ནེ་འགོག་མེད་བཟོ་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་ཟེར་གྱི་ཡོད་རེད། དེའི་གི་ནང་ལོགས་ནས་ད་གཞི་ང་གཅིག་གིས་ཨ་ནེ་ཁོ་ཐབས་ཤེས་ཙམ་མ་ཡིན་པ་ད་ད་ལྟ་ཁོ་དེའི་འགོག་མེད་བཟོ་ཡག་གི་རིམ་པ་མང་པོ་ཡོང་སྒུག་འདུག་བ་རིམ་པ་དེའི་གི་ནང་ལོགས་ནས་ད་རིམ་པ་ཐ་མ་འདུག་བ་ལ་སླད་དུ་ཡོད་ཟེར་གྱི་ཡོད་རེད་བྱས་ཙང་ད་འགོག་མེད་དེའི་བཟོས་དུས་ཙམ་པ་ལ་དང་པོ་གར་བྱེད་ཀྱི་ཡོད་རེད་ལབ་ཡིན་པས་ན་དཔེ་ཆ་ཆ་ན་ནམ་རྒྱུན་ཡིན་པས་ན། ནད་འབུ་འདི་ཨ་ནེ་ག་འདྲས་ཀྱི་རེད་ཤག་ཁོས་ཀྱི་རིག་རྫས་ག་འདྲས་ཤིག་འདུག་ཁོ་སྐྱེ་འཕེལ་ག་འདྲས་སུ་གྲུབ་ཀྱི་འདུག་སླ་ཆད་འདི་ཁོ་རང་ཉམས་ཞིབ་ཁོ་རང་ལ་ལོ་མང་པོ་འགོར་གྱི་འདུག་ཨ་འདི་གཅིག་བྱས་དེ་ག་གནང་ཞིག་ད་ནད་འབུ་འདིའི་འགྲོ་སྟངས་གནས་ཚུལ་ཚང་མ་ཧ་གོ་ཚར་སོང་ན་ཨ་ནེ། ནད་འབུ་འདི་ཨ་ནེ་ད་ཏྲི་ཤུ་དཀར་གྱེར་ཟེར་གྱི་རོ་གཅིག་ཕྲ་ཕུང་དང་དེ་འདྲས་གང་བླུགས་ལ་བཏབ་ཅིག་སྐྱེས་ཅིག་ཨ་ནེ་ཨ་ནེ་སྐྱེས་རྒྱུགས་བྱས་ཨ་ནེ་ཁོས་ཀྱི་ཨ་ནེ་ལས་ཀ་བྱེད་སྟངས་ག་འདྲས་སུ་བྱེད་ཀྱི་འདུག་ཁོ་སྐྱེ་སྐྲུན་ག་འདྲས་སུ་བྱེད་དགོས་ཀྱི་འདུག་དེ་ཚོ་གཅིག་བལྟས།

ཨ་ནེ་སེམས་ཅན་འདི་ལ་ཨ་ནེ་ཕན་གྱི་འདུག་མི་འདུག་ཨ། ཁོ་གི་ནང་ལོགས་ལ་ཨ་ནེ་ལུས་ཟུངས་མ་ལ་ཨ། སྐྱེ་རྒྱུགས་ཐུག་འདུག་མི་འདུག་གཅིག་སྟེ། ཅེས་ལ་ད་སེམས་ཅན་གྱི་ནང་ལོགས་ལ་ནུས་པ་ཡག་པོ་ཐོན་ཆེད་ཨ་ནེ་འདི་གིས་ཨ་ནེ་རྫས་འདི། སྔོན་འགོག་གི་སྨན་འདི་བླུགས་པའི་གི་སེམས་ཅན་འདི་ཚོ་ཨ་ནེ་རྗེས་ལ་ད་འབུ་འདི་གི་ན་ཚ་ཉུང་བ་ན་གི་ཡོད་བ་འདི་འདྲའི་ཧ་གོ་སོང་ན་གཞི་ནས་ཨ་ནེ་ཁོ་ཚོ་མིའི་ནང་ལ་ཁྱི་ལས་མིའི་ནང་ལོགས་ནས་དང་པོ་ཨ་ནེ། མི་ལ་དང་པོ་ཁོ་རང་ནས་མི་མང་པོ་གཅིག་ལ་སྣོད་མེད་ཧ་མ་གོ་སོང་ཙང་ཨ་ནི་མི་བཅུ་ཕྲག་ཁ་ཤས་ལ་མ་གཏོགས་རྒྱག་མ་ཆོག་ཡ། བཅུ་ཕྲག་ཁ་ཤས་ཀྱི་ནང་ལོགས་ལ་ཨ་ནི་མ་སྣོད་པ་ཧ་གོ་སོང་ན། ཨ་ནི་བཅུ་ཕྲག་ཁ་ཤས་ཀྱི་ནང་ལོགས་ལ་མི་རྒན་པ་དང་གཞོན་པ་དང་ཕོ་དང་མོ་དང་འདྲ་མ་འདྲ་ཡོང་ཡ་ཡོད་མ་རོ་བ་བྱས་ད་ད་འདི་རྒན་གཞོན་ཕོ་མོ་དང་འདི་འདྲས་ཀྱི་ཐོག་ནས་ཡང་ཁྱད་པར་འགྲུག་འདུག་མི་འདུག་རྒན་གཞོན་ཕོ་མོ་མང་པོ་ཅིག་ཚུད་བསྡད་བོད་ཀྱི་ཨ་ནི་མི་ཡང་བརྒྱ་ཕྲག་ཁ་ཤས་རིང་གང་ལ་ཨ་ནི་དབྱེ་བ་ཕྱེ་རྒྱག་ཡ། རྟ་བརྒྱ་ཕྲག་ཁ་ཤས་ཀྱི་ནང་ལོགས་ལ་ཨ་ནི་རྒན་པ་དང་གཞོན་པ་དེ་འདི་ཚོ་ཚང་མ་ལ་ཨ་ནི་དམིགས་བསལ་གྱི་ཨ་ནི་གནོད་པ་ཆེན་པོ་དེ་འདྲ་ཐོན་གྱི་མི་འདུག་ན། ཨ་ནི་ཡང་ཨ་ནི་མི་སྟོང་ཕྲག་ཁ་ཤས་ཀྱི་ནང་ལོགས་ལ་བརྒྱབ་ཅེས་བྱས་ཙང་ད་སྟོང་ཕྲག་ཁ་ཤས་ཀྱི་ནང་ལོགས་ལ་བརྒྱབ་ཡིན་པས་ན་དཔེ་ཆ་ཆ་ནས་སྨན་མང་པོ་བཅས་ལ་ང་ཚོ་ཟུར་ཕོག་བཟས་དེ་ཡོང་གི་ཡོད་རེད་བ side effects ཟས་དེ་སའི་ཟུར་ཕོག། ཟུར་པོ་ཟེར་ཡ་འདི་ཡོང་མ་ཡོང་ཟེར་ཡ་འདི་ཨ་ནེ་ཁོ་སྨན་འདི་རྒྱག་སའི་ཁྱི་ཨ་ནེ་མིའི་གི་གྲངས་འབོར་འདི་ག་ཚོད་མང་ཡོད་ཡིན་པས་ན་ཨ་ནེ་ཟུར་པོ་གི་གནས་སྟངས་འདི་ཡག་ཧ་གོ་ཐུབ་ཀི་ཡོད་བ་སོང་ཙང་ཨ་ནེ་མི་གང་མང་མང་ལ་ཨ་ནེ་སྨན་འདི་སྤྲད་ཆེད་ཨ་ནེ་ཕན་གི་འདུག་མི་འདུག་ལྟ་ཡ་ཡོད་རེད་བ། ཅེས་ད་ལྟ། ཁོ། དེ་ཚོ་ཚང་མ་འགྲོ་ཚར་སོང་ན་ཨ་ནི་ཟུར་བོ་མེད་བ། ཨ་ནི་མི་ཕོ་མོ་རྒན་གཞོན་ལ་ཁྱད་བ་མེད་བ་ཕན་རྒྱུ་ཡོད་བ། ཁ་ལྕེ་ཚ་དེ་འདྲས་ཡོད་སོང་ན་ཨ་ནི་གཞི་ནས་ཁོང་ཚོའི་གར་བྱེད་ཀྱི་རེད་ཟེར་ལབ་ཡིན་པས་ན་ཨ་ནི་གཞུང་ལ་ཆོག་མཆན་ཞུ་གི་འདུག་ཨ། ད་ང་ཚོའི་གི་གྲུབ་འབྲས་དེ་འདྲས་དེ་འདྲས་ཐོན་སོང་གནས་སྟངས་དེ་འདྲས་དེ་འདྲས་ཆགས་བསྡད་ཤག་ཁྱེད་ཚང་ད་འདི་ད་བཟོ་སྐྲུན་བྱས་ན་འགྲིག་གི་རེད་བས་ལབ་ལབ་ན་ཨ་ནི་གཞུང་གིས་འགྲིག་གི་རེད་ལབ་སོང་ན་ཨ་ནི་གཞི་ནས་ཨ་ནི་ཁོང་ཚོ་བཟོ་སྐྲུན་བྱེད་ཡག་གི་ལས་ཀ་དེ་འགོ་བཙུགས་གི་རུ་བ། བྱས་ཙང་ད་ད་ལྟ་བར་དུ་ཨ་ནེ་ཀོ་སྔོན་འགོག་གི་སྨན་གྱི་ལོ་རྒྱུས་ནང་ལོ་བལྟས་པ་ཡིན་པས་ན། ཨ་ནེ་ཉམས་ཞིབ་བྱེད་བྱེད་མཐའ་མ་ཡང་ཨ་ནེ་ཚང་མ་ཚགས་ཆེ་ཨོ་ད་ང་ཚོ་འདི་ཨ་ནེ་ཆོག་མཆན་སྤྲད་རོགས་ཀྱིས་ང་ཚོ་གི་གྲུབ་འབྲས་ཡག་པོ་ཐོན་ཡོད། ལ་བས་གི་སྨན་གྱི་ནང་ལོ་ནི་བརྒྱ་ཆ་བཅུ་གཅིག་ལ་མ་གཏོགས་ཨ་ནེ་གཞུང་གིས་ད་དེ་ལ་སྐྱོན་དེ་འདྲའི་མཐོང་བྱས་ཨ་ནེ་བརྟག་དཔྱད་བྱེད་སྟངས་ཀྱི་ཐོག་ནས

ཨ་ནེ། ད་དཔལ་ལྡན་འཛམ་བུ་གླིང་ཚང་མར་ཁྱབ་ཐུབ་ཡག་གི་བཟོ་གྲྭ་བཙུགས་དགོས་ཀྱི་ཡོད་རེད་བཟོ་གྲྭ་བཙུགས་ཡག་ལ་ཡང་ལོ་བཞི་ལྔ་དེ་ནས་མགོ་འགྲུག་འདུག་བ་ཁྱེད་ཚང་དཔེ་ཆ་ཤར་ན་ད་སྨན་དེ་ཚོ་བཟོ་ཡག་ལ་ཁོ་འབུ་དང་ནད་འབུ་དང་དེ་འདྲའི་དང་པོ་བེད་སྤྱོད་བྱེད་དགོས་ཀྱི་ཡོད་བའི་རྒྱུ་མཚན་ལ་བརྟེན་ནས་ཁོ་ནད་འབུ་དེ་ཕྱི་ལོག་ལ་ཆགས་མ་འགྲོ་ཡག་ཁོ་ས་གནས་བྱེ་བྲག་པར་གཅིག་ལ་ཨ་ནེ་ཉར་ཚགས་བྱེད་དགོས་ཡག་དེ་ཨ་ནེ་ཕོན་ཆེན་པོ་བཟོ་ཐུབ་ཡག་གི་ཉར་ཚགས་བྱེད་ཡག་ལ་དམིགས་བསལ་གྱི་ཨ་ནེ་ཁོ་མཐུན་རྐྱེན་དགོས་ཀྱི་ཡོད་བ་སོང་ཙང་མཐུན་རྐྱེན་དེ་ཚོ་འཛུགས་སྐྲུན་བྱེད་ཡག་ལ། ཨ་ནེ་འགྲོ་སོང་ཆེན་པོ་དང་དེ་ག་ནང་བཞིན་དུས་ཚོད་མང་པོ་འགོར་གྱི་ཡོད་བ། ཁྱེད་ཚོ་ད་དེ་འདྲའི་གི་ཨ་ནེ་བཟོ་གྲྭ་འདི་འཛུགས་སྐྲུན་བྱས་སོང་ན་ཨ་ནེ་གཞི་ནས་ཨ་ནེ་མ་ཨ་ནེ་འགྲེམས་སྤེལ་བྱས་ཡ། ཁྱེད་ཚོ་ད་དེ་འདྲའི་གི་བརྒྱུད་རིམ་གི་ནང་ལོགས་ལ་ཨ་ནེ་ད་ལོ་སྤྱི་བཏང་ཐོག་ནས་ཨ་ནེ་ལོ་ཉི་ཤུ་སུམ་ཅུ་དེ་འདྲའི་འགོར་འགྲོ་གི་ཡོད་བ། དེ་འདྲའི་ཆགས་འགྲོ་གི་འདུག་བ། ཁྱེད་ཚོ་ད་དེ་ག་ནང་བཞིན། ལོ་ཉི་ཤུ་སུམ་ཅུ་གི་ནང་ལོགས་ལ་སྐབས་རེ་གར་ཆག་འདུག་རུ་ས་ན་ཨ་ནེ་ཡང་སྦུག་ཁོ་རང་འགྱུར་ཕྱིན་ཆེ། སྦུག་ཁོ་རང་འགྱུར་ཕྱིན་དུས་མཚམས་པ་ལ་ཨ་ནེ་སྦུག་སྙེ་མ་འདི་ལ་གཞི་བཞག་ཅིང་ཉམས་ཞིབ་ཀྱིས་ཤ་ཁྱོ་འདི་ཨ་ནེ་སྦུག་གསར་བ་འདི་ཚོ་གི་ཨ་ནེ་ཕན་ཐོགས་ཞེ་དྲག་ཡོང་གི་མེད་བ་དེ་འདྲའི་ཆེ་ཆེ་ཡང། ཉམས་ཞིབ་བྱས་ཤག་བ་འདི་ཚོ་ཚང་མ་བེད་སྤྱོད་མེད་བ་ཆགས་འགྲོ་ཡ་ལོ་བཅོ་ལྔ་ཉི་ཤུ་གི་ནང་ལོགས་ལ་ཡང་བསྐྱར་དུ་བྱེད་འདུག་གོ་ཡ་དཔེ་ཆ་བཤད་ན་ད་ད་ལྟ་ང་ཚོ་ཨེས་ལད་དུ་ཡོད་རུ་བ་ད་ད་དེ་ང་ཚོ་རིགས་དུག་གི་ན་ཚ་ཡིན་ན་ཅིག་ཟེར་གྱི་ཡོད་བ་ཁྱེད་ཚོ་དེ་ཚོ་ཨ་ནས་ད་ལྟ་བར་དུ་ད་ལོ་མང་པོ་ཕྱིན་ཚར་དེ་དེ་ནས་ཡིན་ན་སྔོན་འགོག་གི་ཁབ་བཟོ་ཐུབ་མི་འདུག་བཟོ་མ་ཐུབ་དགོས་ཡ་དེ་ཨ་ནས་དེ་འདྲས་ཀྱི་ཨ་ནས་དཀའ་ངལ་མང་པོ་ཡོད་བ་ཙམ་མ་ཡིན་པ་ཨ་ནས་འབུ་ཁོ་རང་ཨ་ནས་འགྱུར་འགྲོ་གི་ཡོད་པའི་གི་རྒྱུ་མཚན་ལ་བརྟེན་ནས་ཡང་བཟོ་མ་ཐུབ་ཡ་དེ་འདྲས་ཡོང་གི་འདུག་བ་ཁྱེད་ཚོ་ད་འདི་གཅིག་རེད་ད་ཡིན་ན་ཡང་ཨ་ནས་ད་ལྟ་ཏོག་དབྱིབས་ཀྱི་གཉན་སྲིན་འདི།

ཁོ་ང་ཚོའི་གི་གཟུགས་པོའི་གི་ནང་ལོགས་ཡོད་པའི་གི་སྔོན་འགོག་གི་མ་ལག་ལས་ཀ་བྱེད་འཇུག་ཆེད་ནས་ན་ཚ་བཀག་གི་ཡོད་རེད་བ་ཁྱེད་ཚ་འདི་ཡིན་པ་སོང་ཙང་སྨན་དེ་ཚོ་ཚང་མ་གར་སུ་ལ་རྒྱག་དགོས་ཡོད་རེད་ཟེར་ན་ན་ཚ་མ་ན་ཉན་གི་མི་ལ་རྒྱག་དགོས་ཡོད་རེད་བ་ཁྱེད་ཚ་ད་ན་ཚ་མ་ཉན་མི་མི་ལ་རྒྱག་དགོས་ཡོད་བ་སོང་ཙང་དཀའ་ངལ་ཅི་གར་ཡོད་རེད་ཟེར་ལབ་ཡིན་པས་ན་མི་དེ་ཚོ་ཚང་མ

དེ་ལ་ད་འདི་འདྲས་ཁོང་ཚོ་ཨ་ནི་ལྭ་བ་ནང་བཞིན་ཨ་ནི་སླེད་དེ་ཡོད་ན་ཨ་ནི་གཞུང་གི་ཆོག་མཆན་ལ་ཡ་ད་ཨ་ནི་བཟོ་འདྲ་བཟོས་ཡ་ད་ཨ་ནི་གཏའ་མ་དྲན་འབུལ་བྱས་ཡ་དེ་འདྲས་གཏའ་གང་གྱོང་གྱོང་བྱས་པ་ཡིན་པས་ན་ཡང་ཨ་ནི་ཉིས་སྟོང་ཉིས་ས་གཅིག་གི་ཨ་ནི་ད་ལོ་གི་དཀྱིལ་མ་ནས་ལོ་མཇུག་གི་གཡས་གཡོན་དུ་བ་ལ་ཨ་ནི་སྔོན་འགོག་གི་ཁབ་སླེད་སྲིད་ཡ་གི་ཨ་ནི་རེ་བ་ཅིག་ཡོད་རེད། འདི་གཅིག་བྱས། དེ་ལྟ་སྟེ། དེ་ལྟ་ཡང་སྔོན་འགོག་གི་ཁབ་འདི་སོ་སོ་ཡོངས་གྲགས་ཀྱི་ཐོག་ནས་མི་མ་ན་ཡ། མི་མ་ན་མཁན་གྱི་ན་ཚ་དང་པོ་བ་ནི། བུ་འདི་མ་ཕོག་སྔོན་གྱི་མི་འདི་ཚོར་བརྒྱབ། བྱས་ཙང་དེའི་བརྒྱུད་ནས་ཁོ་ལུས་ཟུངས་མ་ལག་ནག་ལོ་ལ་འགོག་སྲུང་དུ་བསྐྲུན། རྗེས་ལ་ན་ཚ་འདི་ལ་ཕན་རྒྱུ་ཡོད་རུང། ཡང Vaccine ཁ་ཤས་གར་ཡོད་རེད་ལབ་ཡིན་པས་ན་ན་ཚ་ན་ཚ་བས་ཀྱི་རྗེས་ལ་རྒྱ་ཡ་ཡོད། བྱས་ཙང་ན་ཚ་ན་ཚ་བས་ཀྱི་རྗེས་ལ་རྒྱ་ཡ་འདི་ཚོ་ལ་ཁོང་ཚོས་ཀྱི་འདི་ལ་ཡིད་དོ།

ང་ཚོ་གི་ལས་ཀ་བྱེད་ཡག་གི་སྐུལ་མ་འདི་བྱེད་ཀྱི་ཡོད་རེད་ད། འདི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཁོ vaccine རེད་ཟེར་གྱི་ཡོད་རེད། ཡིན་ན་ཡང་ཨ་ནེ་མི་དེ་ཚོ་ཨ་ནེ་ན་ཚ་ན་ཚ་བས་ཀྱི་རྗེས་ལ་ཡང་མེད་ན་དཔེ་ཤ་ཤ་ན་ད་ཏོག་དབྱིབས་ཀྱི་ཨ་ནེ་གཉན་སྲིན་འགྲོ་ཡིན་པས་ན། དེའི་གི་གཉན་སྲིན་དེ་ཕོག་ཚ་བས་ཀྱི་རྗེས་ལ་ཨ་ནེ་ཤི་ནས་ཨ་ནེ་ཁབ་རྒྱག་གི་ཡོད་བ་སོང་ཙང་ཁོ་བཅོས་ཐབས་ཀྱི་ནང་ལོག་ལ་ཚུད་སྡོད་ཀྱི་ཡོད་བ་སྔོན་འགོག་ཙམ། སྔོན་འགོག་མ་ཡིན་པ་བཅོས་ཐབས་ཀྱི་ནང་ལོག་ཚུད་སྡོད་ཀྱི་ཡོད་བ་སོང་ཙང་ཨ་ནེ therapeutic གི vaccine ཟེར་ཡ་དེ་འདྲས་ཡོད་རེད་ཟེར་བྱས་ཙང་ད་ག་ས་ངན་མ་འདུག་བ་ལ་ཡང་ང་ཚོ། ད་ཆ་དང་གསར་འགྱུར་འདི་འདྲའི་ནང་ལོག་བལྟས་པ་ཡིན་པས་ན་ཨ་ནེ་རྒྱ་གར་དུ་བ་ལ་སྨན་འདི་འདྲ་བཟོས་ཡོད་རེད vaccine འདི་འདྲ་ཆེ་ཚང་འདི་མི་ནད་པ་ག་ཚད་ཡིན་ན་གཅིག་ལ་བརྒྱབ་ཆེ་ཨ་ནེ་ཁོ་ནད་པ་འདི་ཚོ་མགྱོགས་པོ་དྲག་ཡ་ལ་ཕན་གི་ཡོད་རེད་ཟེར་ཡ་སོ་དྲ་བོ་འདི་འདྲ་མང་པོ་ཐོན་སོང་ཆེ་ཚང་ད་འདི་ཚོ་སྒྲུག་བཞིན་པ་ཡིན་པས་ན་ཨ་ནེ therapeutic ཨ་ནེ vaccine ཁོ་ནང་ལོག་ཆགས་ཀྱི་ཡོད་རེད་བཅོས་ཐབས་ཀྱི་ཨ་ནེ་འགོག་སྨན་ནང་ལོག་ཆགས་ཀྱི་ཡོད་རེད། གཞན་པ་གི་ཆེ་ཟེར། ཨ་ནེ། དེ་རིང་བཤད་ད་འདི་འདྲ་སྒྲོག་གི་ཡིན་ས་རེད། ཨ་ནི་ད་ལྟ། ད་དུང་ད་ང་ཚོ་བཤད་དུས་བརྩམས་པ་ལ། དེ་འདྲས་ཀྱི་ཨ་ནི་ད། ཐད་གཏོང་གི་ཐོག་ནས་ཨ་ནི་འཛིན་གྲྭ་འཁྲིད་ཡ་དེ་ཚོ། ད་ལྟ་ཐེངས་མ་དང་པོ་བྱེད་ཀྱི་ཡོད་བ་སོང་ཙང། ཨ་ནི་གོ་རིམ་ཏག་ཏག་མེད་དེ་ངས། བཤད་དུས་བརྩམས་པ་ལ་བརྗོད་གཞི་གཅིག་ནས་གཅིག་ལ་འཁྱོམ་འགྲོ་ཡ་བཟོ་འགྲོ་བ་དག་ཨ་ནི་གསལ་ཁ་མེད་བ། ཨ་ནི་དེ་ག་ནང་བཞིན་ཨ་ནི་ནང་དོན་ལྟ་དེ་གོ་ནོར་ཐེབས་པའི་ཁེ་ཉེན་ཁ་ཡོད་ས་རེད་བསམ་བསམ་དེ་འདྲས་ཡོད་ཡིན་པས་ན། ཕལ་ཆེར་ངའི་འཛིན་གྲྭ་དང་ནི་མང་ཆེ་ང་ཚོ་ཚན་རིག་དང་ཚན་རིག་གི་ལས་གཞི་དང་འབྲེལ་བ་ཡོད་པའི་སློབ་ཕྲུག་དེ་ཚོ་ཡིན་ཡིན་དུས་ཙམ་པ་ལ། ང་དང་ཐད་ཀར་འབྲེལ་བ་བྱེད་སའི་གི་ནི་ད་ངོ་དེབ་དང་དེ་ཚོའི་ཐོག་ནས་ལམ་ཁ་ཡོད་རེད། ཁྱེད་ཚང་འབྲེལ་བ་བྱེད་རོགས་གྱིས་གལ་སྲིད་ང་དང་ཐད་ཀར་འབྲེལ་བ་བྱེད་ས་མེད་པ་ཡིན་པས་ན་ཡང་ད་ལྟ་ང་ཚོ་དཔེ་མཛོད་ཀྱི་ད་ངོ་དེབ་དང་དེ་ག་ནང་བཞིན་ཨ་ནི YouTube གི་ད་ལོག་ནས་ད་ས་དེའི་གི་འོག་དེ་ལ་མཆན་བཞག་ས་དེ་ཨ་ནི་དེ་རིང་ང་ཚོ་བཞག་ཡ་ཡོད་བ་བཟོས་ཤ་ཡོད་རེད། ཁྱེད་ཚང་དེའི་འོག་ལ་མཆན་བཞག་ཡ་རོགས་གྱིས། ང་ཚོ་རྗེས་ལ་ཡང་གསལ་བཤད་བྱེད་དགོས་ཡ་དེ་འདྲའི་རྗེས་ལ་ཟིན་ན་ཁྲིད་པའི་སྐབས་སུ་ལ་འགྱུར་བ་བཏང་དགོས་ཡ་ཡོད་པ་ཡིན་པས་ན་བཏང་ཆོག་བ་ཞེས་ཞུ་ཡ་བྱེད་དེ་ག་ནང་བཞིན་དྲི་བ་ཡོད་པ་ཡིན་པས་ན་ཨ་ནེ་གཤམ་དེ་ལ་དྲི་བ་བཀོད་ཞོག་དང་ཨ་ནེ་ང་ཚོས་ཁས་ལེན་ཤེས་པ་དེ་གང་ཐུབ་ཐུབ་རྒྱག་ཡ་ཡིན་ཞེས་ཞུ་ཡ་ཡིན་ཨ་ནེ་དེ་རིང་འཛིན་གྲྭ་འདི་ཨ་ནེ་འདུག་ཟེར་རྗེས་ཚར་བ་ཡིན་ཚང་མ་ལོ་ལ་བཀྲ་ཤིས་ལེགས།